ཨོ་ཡ་ད་ལྟའི་རང་འདི་ནས་སྣང་བ་སངས་རྒྱས་པའི་ཆོས་ལུགས་ཀྱི་དགེ་མཚན་གྱི་སྐོར་དུ་གུ་དོན་དག་ཁ་ཤས་རྣམ་པ་ཚོ་བཤད་ཀྱི་ཡིན། དེ་ཡིན་ན་ད་ལྟའི་རང་གཙོ་བོ་བཤད་ཀྱི་དུ་ཆི་ཟིག་ཡ་ཁུ་ཟེ་ན་ཤི་ཁྱེར་ནས་ངི་ཆ་ག་ད་བོད་གངས་རིའི་ལྗང་ན་ཡོད་པའི་སྐྱེ་འགྲོ་ཐོག་མིན་བར་གསུམ། སུ་དང་སུ་ཡིན་ན། སྣང་བ་སངས་རྒྱས་པའི་ཆོས། ལྟ་བདག་དང་ནི་ཆོས་དགའ་བདག། ལྟ་འདི་མོ་ད་རེས་ཤ་སྟག་ཡིན་ནི་རེད། དེ་འདི་ད་ཁྱད་པར་དུ་བཅུ། ལོ་ཡར་ཡར་སོགས། ཅིག་དགོས་པ། ད་འདི་མོ་ཚོའི་ནང་གི་མྱི་ཚང་མ་འདི་ནི་ཅིག་བླ་མ་དཀོན་མཆོག་གསུམ་ཅིག་གཙུག་ཏུ་བཀུར་རེས་ལས་རྒྱུ་འབྲས་ལ་བླང་དོར་བྱེད་ཀྱི་དང་ན། དེ་བཞིན་དུ་ཅིག་རང་རང་སོ་སོའི་དགེ་བ་གང་བསྒྲུབ་བསྒྲུབ་ཀྱི་དང་ན་སྡིག་བ་གང་ཡོད་སྤང་རྒྱུ་ད་འདི་མོ་གི་དེ་ནས་འདི་ཕྱིའི་ཡང་དག་དང་ཡང་དག་པ་དང་གདམས་པའི་དེ་མོ་མི་རིགས་གཟུགས་དེ་ད་རེས་ང་ཆ་ག་ཆགས་ཡོད་ད་ཡོད་འདྲེ། དེ་ཡིན་ན་ད་ཅིག་ལོ་ཡར་སོགས་ད་ནི་འདི་མོ་ཚོ་ཅིག་ངི་ཆེ་གེ་འཆལ་ཁྲི་ཟེར་དགོས་ན་འདྲ་གི་དེ་ནི་རྒྱུན་ལྡན་གི་ནང་བ་སངས་རྒྱས་པའི་ཁྱད་ཆོས་དང་ནི་ནང་བ་སངས་རྒྱས་པའི་ད་རེའི་དགེ་མཚན་ད་ནི་རིན་ཐང་ད་འདི་མོ་ཐམས་ཅད་དུ་ཅིག་མ་ཤེས་ཅིག་ན་ར་ཁོང་རྣམ་པ་ཚོའི་རྒྱུད་ན་ཅིག་ལྷན་སྐྱེས་ཀྱི་ཚུལ་དུ་ནི་དེ་གི་སངས་རྒྱས་བཅོམ་ལྡན་འདས་མཛད་རྒྱུད་དུ་ཅིག་ཚད་མའི་སྐྱེ་བོ་ད་ནི་ཡོན་ཏན་ཀུན་ལྡན་གྱི་བདག་ཉིད་ཚིག་དེ་ཡིན་ནོ་བསམ་གྱི་ད་ནི་དེ་བཞིན་དུ། སྟོན་པ་བཅོམ་ལྡན་འདས་ཀྱི་གསུང་ནི་འུ་ཆོས་འདི། ཅིག་ཚེ་འདི་དང་ཚེ་ཕྱི་མ། གནས་སྐབས་དང་མཐར་ཐུག་གི། དེ་ནས་ཅིག། ཕམ་སྟེ་ཕུན་སུམ་ཚོགས་པ་སྟེ་རུ་ཤེལ་གཅིག་གི་རྒྱུ་ཐུན་མོང་མ་ཡིན་པ་ཟིག་ཡིན་ནོ་བསམ་གྱི་འོ་ད་ནི། དེ་དང་འདྲ་བ་བཞིན་དུ་ནི། ཅིག་འཕགས་པའི་དགེ་འདུན་པ་འདི་ཚོ་ཡིན་ན། ཅིག། མི་སུ་དང་སུ་ཡིན་ན་ར་ནི་ཅིག། ད་ཤི་བོའི་ད་རེས་ཀྱི་སྐྱབས་འཇུག་བྱེད་ས་དང་ནི། དེ་ནས་ད་རེས་ཀྱི་གསོན་པོའི་ཡང་ནི་ཅིག། རིམ་གྲོ་བསྒྲུབ་དག་གི་ནས་ནི་རྟགས་གཞན་དང་མ་འདྲ་བའི་ཡོན་ཏན་ཕུན་སུམ་ཚོགས་པ་དང་ལྡན་པས་དེ་ལྟ་བས་ད་རེས་འཕགས་པའི་དགེ་འདུན་པ་གཟུགས་ཡིན་བསམ་མེད་ད་ནི་བླ་མ་དཀོན་མཆོག་གསུམ་པོ་འདི་ཅིག་རྒྱུན་ལྡན་གྱི་ད་ཅིག་ཁ་ཞེ་གཉིས་མེད་ཀྱི་གསོལ་ར་འདེབས་ཀྱི་དང་ནི་དད་པ་འཇོག་ཀྱི་དང་ནི་དེ་བཞིན་དུ་རང་གི་ཡང་ཅིག་ནུས་པ་གང་ཡོད་ཀྱིས་སྒོ་ཀུན་ནས་དེ་ལ་ད་རེས་འབུལ་བ་བྱེད་ཀྱི་དང་ནི་ཕྱག་འཚལ་གྱི་ལ་སོགས་པ་ཀུན་ནས་ནི་དེ་ནས་ཅིག་སྐྱབས་གསུམ་དེ་ནས་དཀོན་མཆོག་གསུམ་འདི་སྐྱབས་སུ་འཛིན་པ་ཤ་སྟག་གི་དེ་ལྟ་བས་ད་རེས་མི་རིགས་གཟུགས་དུ་གྱུར་ཡོད་ནི་རེད། ད་ཡིན་ན་ཡང་ཅིག་ཁ་རྩང་དེ་རིང་གི་དུས་ཚོད་བཙལ་རྒྱུ་དེ་ཅིག་དུས་རབས་དམིགས་བསལ་ཅན་ཟིག་གདའ་ན། དེ་བཞིན་དུ་ནི་ཅིག་གནས་ཚུལ་དམིགས་བསལ་ཅན་མང་བོ་ཟིག་ཏུ་བྱུང་ཡོད་པའི་གནས་སྐབས་འདི་ན། ཕྱི་རེས་བཙལ་ན། ད་ཅིག་ལོ་ཆུང་གི་རིམ་པ་དུ། ད་ལོ་ཆུང་གི་རིམ་པ་འདི་ཚོ་ཡིན་ན། ཅིག་དངོས་གནས་གི། སངས་རྒྱས་དཀོན་མཆོག་གསུམ་དང་ཆོས་དཀོན་མཆོག་གསུམ། དེ་བཞིན་དུ་དགེ་སྣང་དཀོན་མཆོག་གསུམ་དང་ད་འདི་མོ་ཚོ་ཐམས་ཅད་གི་ད་རེས་ཀྱི་ཡོན་ཏན་ཡང་ད་རེས་ཅི་ཡང་མི་ཤེས་བདག་དང། དེ་བཞིན་དུ་ནི་གཅིག་རང་ངོས་ནས་ཡིན་ན་རང་གི་གཅིག་མི་རིགས་ཀྱི་སྐད་ཀྱིས་ན་འདྲ་གི་ཡི་གེ་ཡིན་ན་འདྲ་གི་དེ་བཞིན་དུ་ད་ཅིག་སྤྲོ་སྐྱིད་རིག་ནས་ད་འདི་དག་ཚོ་ཐམས་ཅད་པོ་དེ་ནི་ཅི་ཡང་ད་རེས་ཀྱི་དེ་ནས་ད་རེས་ཀྱི་མི་ཤེས། དེ་ནས་ད་ཕར་ཆེ་བ་སུ་དེ་ནི་གཅིག་གོར་མོ་དང་ན་ད་ཅིག་ཐོབ་ཐང་དེ་བཞིན་དུ་ནི་གཅིག་དེང་སང་གི་ད་རེས་ཀྱི་སྙན་གྲགས་ད་འདི་བླ་སྲོག་པ་དེ་ཅིག་ཉིན་མཚན་མེད་དེ་བློ་རྩེ་ལྟ་དེ་ལྟར་ཡོད་དག་གི་དེ་ནས་ཅིག་ནགས་གཞོན་ཉིན་ན་འདྲ་གི་ལོག་ཆུང་དུ་ཧ་ཅང་མང་བོ་ཟིག་དྭངས་སང་ལྟ་བའི་ཡོད་དགོས་ནི་རེད། དེའི་ནང་ན་ཡང་ནི་ཅིག་ངི་ཚེ་གི་བོད་ཡུལ་གི་ས་ཆ་འདི་བསམ་བློ་བཏང་ན་ད་ཕར་ཆེ་བ་དུ་ཅིག་བཞེངས་པ་དང་འབྲོག་བ་ས་ཅིག་ཡར་འགོར་ཁུག་ན་ཡོད་ནི་མི་ཐམས་ཅད་དུ་ཕྱི་རེ་རྫེ་ན་ཅིག་ལས་རྒྱུ་འབྲས་དང་ཚེ་འདི་ཕྱི་གི་བསམ་བློ་ཡི་ཧ་ཡོད་ནི། དེ་དང་འདྲ་བ་ཅན་གྱི་ནི་རང་རང་གི་ཅིག། མི་རིགས་ཀྱི་གནའ་སྔ་མོ་ལྟར་ཡི་སྤྲོ་རྒྱན་ཡིན་ན་ར་འདྲ་གི། མི་ནས་ཁྱེར་ཡོང་བའི་ད་ནི་ད་ཅིག་མི་རིགས་ཀྱི། ཅིག། སྔོན་གྱི། ད་འགྲོ་སྟངས། དཔེར་ན་ཟ་མ་ཟ་ལུགས། བཀོལ་ཟས་བཀོལ་ལུགས། དེ་བཞིན་དུ་ཅིག་འགྲོ་འབོ་ཟིག་ཡིན་ན་འགྲོ་འབོ་ཟིག་ད་རེས་ཀྱི་སྣེ་ལེན་བྱེད་ལུགས། ད་འདི་ཚོ་གི་ད་རེས་སྐད་ཆ་བཤད་དགོས་ན་འདྲ་གི་བཤད་བ་སྒྲུབ་དགོས་ན་འདྲ་གི་གང་ཅིའི་ཐད་ཀྱི་ཡང་ན་ཅིག། བཤད་བ་ད་རེས་ཡག་ཤ་ཤི་བདག་གི་སྤྲོ་རྒྱུན་གྱི་ད་རེས་རིག་གནས་དང་གདམས་པ་ད་ལྟའི་བོད་ད་རེས་ས་ཆ་ད་རེས་འགོར་ཁུག་དང་ལུང་བ་ཀྱག་ཀྱོག་དང་འདི་མོ་ཐམས་ཅད་དང་ད་རེས་མི་ཧ་ཅང་མང་ཡོད་སྐོར་ནི་རེད། ད་ནང་སྐྱིད་ཁ་རྩི་དེ་རང་ཕྱི་རེ་ཟེར་ན། ཀྱི་འཇིག་རྟེན་གྱི་དཔེ་ཟིག་ཨ་ཡར་གྱི་ཤར་རྫ་མ་ཆུ་མར་གྱི་ཤིར་རྫ་མ་ཆུ་ཙིག་གི་ཟིག་ཡོད་ནི་རེད། དེ་དང་འདྲ་བ་བཞིན་དུ་ནི་ཅིག་དེང་སང་ད་རེས་ཀྱི་དཔེར་ན་ད་མི་རིགས་གཞན་ལ་སོགས་པ་ད་རེས་ཀྱི་ཅིག་དེ་ནས་རྒྱ་དང་སོག་ཧོ་དང་ནི་ད་རེས་དབྱི་རིགས་ལ་སོགས་པ་མི་རིགས་གཞན་གྱི་ད་རེས་ཀྱི་རྗེས་སུ་ཡང་བསྙེགས་དགོས་ན་དེ་དག་གི་ཅིག་སྤྲོ་སྐྱེན་རིག་གནས་དང་སྐད་དང་ཡི་གེ་ལ་སོགས་པ་ཡང་ཅིག་ཡེ་ཤ་ཟིག་ཏུ་ད་རེས་ཀྱི་ཤེས་མེད་དག་རང་གི་ཅིག་ཕ་མེས་ཀྱི་སྤྲོ་སྐྱེན་བཟང་བོ་དང་ནི་ཕ་མེས་ཀྱི་ད་རེས་ཀྱི་རིག་གནས་ཀྱི་བང་མཛོད་ལྟ་བུ་འདི་ཡང་ནི་ཅིག་རང་གི་ད་རེས་ཀྱི་ད་ཅིག་བདག་བྱེད་རྒྱུའི་ཅིག་ནུས་པ་དང་ནི་ཤེས་ཡོན་གང་གི་ཐད་ནས་ཡང་ནི་ཅིག་མེད་དག་གི་ནས་ན་ད་འདིའི་མོའུ་གི་ཁ་རྩང་དེ་རང་ཅིག་ན་གཞོན་ཕོ་མོ་མང་བོ་གཟིགས་དོན་ནི་དེ་ནས་ད་རེས་ད་གྲོང་ཁྱེར་ད་ནི་གྲོང་རྡལ་དེ་བཞིན་དུ་ནི་ད་ཅིག་རྫོང་རྫོང་ཁག་ད་འདི་མོ་ཅིག་རྒྱ་གྲོང་གི་སྐོར་ཆ་ག་ན་ཧ་ཅང་མང་བོ་གཟིགས་དུ་ད་རེས་ཡོད་གི་ཡོད་ནི་རེད་དེ་ཡིན་ནའི་ན་ད་དེ་རིང་དེ་ནས་ཅིག་ཁྱེད་རྣམ་པ་ད་རེས་འདིར་བཞུགས་ཚོ་ཡིན་ན་གཙོ་བོ་ངས་བསམ་བློ་བཏང་ན་ཅིག་བོད་ཀྱི་ཅིག་གནའ་སྒམ་པོ་ཅིག་ད་པ་ད་དག་སྣང་ད་ནི་བླ་མ་དཀོན་མཆོག་སངས་སྐྱབས་སུ་འཛིན་དག་གི་ནས་ན་འདི་མོ་གི་ཅིག་དགོས་པ་ཐམས་ཅད་ད་དེ་རིང་ཁྱེད་ཀྱི་ཁ་བརྡ་འདི་གི་ཅང་ཕན་པ་ཡོད་ནི་རེད་བརྗོད་ན་ཅང་ཕན་པ་ཆེ་བོ་ཟིག་ཡོད་ད་ཡོད་ཀྱི་མ་རེད་ད་ནི་ད་ལྟའི་ཁྱེད་ཀ་ད་རེ་གི་ཅིག་ཆེ་བོ་ཟིག་འདི་ནི་ཡར་བསུ་དེ་ནས་སྐུལ་སློང་ད་ནི་དྲག་བསུ་ཅང་ཆེ་བོ་ཟིག་ཏུ་དགོས་ཀྱི་མ་རེད་བསམ་གི། དེ་ནས་ཡང་ཅིག་ད་མི་རིགས་གི་ཅིག་འདི་ཤི་ཡིན་ན་ར་འདྲ་གི་ཆོས་ལུགས་གི་འདི་ཤི་ཡིན་ན་འདྲ་གི་འདི་དག་ཚོ་གཏན་ནས་མེད་ནི་ད་ད་རང་རང་སོ་སོ་ཅིག་སྐད་དང་ཡི་གེ་ཙམ་ཟིག་གི་ད་རེ་གི་ལམ་ནས་ཡང་ནི་གོ་བརྡ་མི་འཇོག་བདག་གི་ནི་ནི་མི་རིགས་གཞན་གྱི་ད་རེས་ཀྱི་ཆ་ལུགས་སུ་འགྱུར་ཚར་དོགས་ཀྱི་ཡང་ན་ཅིག་ང་ཅག་གི་བོད་པ་ཆགས་ཀྱི་ནང་ན་ད་རེས་མི་མང་བོ་ཟུག་ཏུ་ཡོད་དགོས་འདྲི། ད་འདི་ཚོ་ཡིན་ན་ཡང་སྤྱིར་གནར་རྒྱབ་ཀྱི་ཆ་ར་མ་གཏོགས་ཅན་མིན་ན་དེ་ཡིན་དུས་ད་རེས་ཀྱི་ད་བྱ་བ་ཡིན་ན་ར་འདྲ་གི་དེ་བཞིན་དུ་སྐད་ཆ་ཡིན་ན་འདྲ་གི་འདི་དག་ཚོ་ཐམས་ཅད་ད་ཅིག་དོ་སྣང་མི་བྱེད་དོགས་ཀྱི་མི་ཧ་ཅང་ད་རེས་མང་བོ་ཟུག་ཡོད་དགོས་འདྲི། རེད་ད་ནི་ད་དེ་རང་ཅིག་འདི་ན་གྲོང་ཁྱེར་དང་འདི་མོ་གོ་ད་རིག་ནང་ན་ཡོང་ནས་ནག་གཞོན་འགའ་རེ་དུ་ཅིག་ད་སློག་གསོ་དང་ན་ཁ་བརྡ་གོ་དགོ་འདི་མོ་ཅིག་ད་སྔ་ད་རིག་ད་ཅིག་གོ་སྐབས་མ་ཡོ་ནི་གོ་ད་རིག་རྒྱུ་མཚན་འདི་རེ་མ་གཏོགས་རྫས་མིན་ན་ག་ལྟེ་འདི་མོ་གོ་ད་རིག་ཅིག་གཅིག་གིར་གཅིག་ག་ད་རིག་བསམ་པ་ག་རུ་རྒོ་གི་ནས་གཅིག་གིར་གཅིག་ག་ད་སྐྱམ་ཐབས་བྱེད་ཀྱི་ཡིན་ན་དེ་དག་ཚུ་ཡང་ན་ཅིག་རིམ་གྱིས་རིམ་གྱིས་ད་རིག་རང་རང་སོ་སོ་ད་རིག་བསམ་བློ་རེ་བཏང་གྱིས་ཀྱང་གོ་སྐབས་དག་ན་བསམ་བློ་རེ་བཏང་གྱིས་ཅིག་གཏི་མུག་གི་ད་རིག་གི་དག་ནི་ཡོད་ཀྱི་རེད་གོ་བསམ་མེད་ཁྱེད་རེ་ཡོང་བ་དག་ན་དེ་ནས་ད་རིག་གི་ཁ་བརྡ་འདི་ད་རིག་བྱ་ནི་རེད་དེ་ཡིན་ནི་ཡིན་ན་ད་དེ་རིང་ཅིག་ངི་ཆེ་གི་དུག་འདི་ན་ཡོད་པ་གི་ཡིན་ན་ར་འདྲ་གི་དེ་ནས་མ་འོང་བ་གི་ཅིག་ངི་ཆེ་གི་བོད་ཡུལ་གི་ད་རིག་ས་ཆ་གང་དང་གང་གི་ཡིན་ན་ཅིག་མི་ཐམས་ཅད་གི་ནས་ནི་ཅིག་ཁ་རྩང་དེ་རིང་གཙོ་བོ་དང་ཅིག་བསམ་བློ་བཏང་དགོས་ས་དང་ཆི་ཟིག་རེ་ཟེར་གྱིས་ཀྱང་འཛིན་ན་ངས་བལྟས་ན། ཅིག་བསམ་བློ་གཏང་དགོས་ས་དེ་གཙོ་བོ་དེ་དེ་ནས་ཅིག་འོག་གི་ད་རེས་ཀྱི་ནང་ཆོས་དང་ནི། འོག་གི་ད་རེས་ཀྱི་ཆོས་འདི་དང་ནི། དེ་བཞིན་དུ་ནི། ཅིག་འོག་གི་ད་རེས་ཀྱི། ད་ཅིག། རིན་ཐང་དང་བྲལ་བའི་ད་རེས་རིག་གནས། ད་འདི་གཉིས་ག་དུས་ཀྱི་ད་རེས་ཀྱི་གསུང་བསྡད་ཡོད་ནི་རེད། གལ་ཏེ། ངས་ཆེ་གེ་ད་རེས་འོག་པ་གི་ཅིག་ནང་ཆོས་འདི་དང་ནི་རིག་གནས་འདི། ད་ཅིག་མ་རུ་བརླག་ཚར་འགྱོ་གྱི་ཡིན་ན་འདྲ་གི་མི་ནས་འདི་མ་རུ་ད་རིག་ཉམས་ཚར་འགྱོ་གྱི་འདྲར་གཟིགས་ཡིན་གི་དབང་དུ་བྱས་ན་དེ་ནས་ཅིག་ད་རིག་བོད་པ་ཟེར་གྱི་ད་རིག་མི་རིགས་གཟིགས་ཡོད་ན་ཡང་ན་ད་མི་རིགས་འདི་དངོས་གནས་གི་ཅིག་ད་རིག་མང་ཙམ་མ་གཏོགས་རྫས་མི་ནི་ཅིག་ད་འཇིག་རྟེན་འདིའི་ཁམས་སུ་གལ་ཏེ་མི་རིགས་གི་འདིའི་མི་འདི་ཐམས་ཅད་དུ་ཡོད་འཇོག་གྱི་གྱན་ཟིག་ཡིན་ན་རང་ནི་དེ་ནས་ད་རིག་རྒྱལ་ཁབ་གཞན་དང་ནི་མི་རིགས་གཞན་དང་ནི་དེ་བཞིན་དུ་ད་རིག་སྔོན་ཐོན་གི་ད་རིག་མིའི་སྡེ་ཚོགས་གི་ནང་དུ་ད་ཚུད་གོ་ནས་ན་ཧ་ཅང་ད་རིག་དཀའ་མོ་ཟིག་གི་སོང་བསྡད་ཡོད་ནི་རེད་དེ་ཡིན་ནའི་ན་དྭངས་སང་ད་རིག་ཅིག་རྒྱར་ཕྱི་ནང་ན་ཡོད་ནའི། དེ་ནས་འོག་གི་ད་རིག་ཆུ་སྤྲུལ་ཉིད་ལ་བསམ་ལོང་དང་བདག་གི་གནས་ནི་དེ་ནས་ད་རིག་མཁས་པ་དང་ན་དེ་བཞིན་དུ་ནི་ད་རིག་ཅིག་ཕྱི་ཁྱིམ་སང་ནས་ད་འདི་མོ་མོ་ངོ་ཟིག་གི་ད་རིག་ཆགས་སུ་འགོ་ནི་རེ་ཟིན་ན་གཙོ་བོ་དུ་ནི་ངི་ཆི་གའི་ད་འོག་གི་ད་རིག་རིན་ཐང་བྲལ་བའི་སྤྲུལ་རྒྱུན་རིག་ནས་འདི་ཡིད་བཞིན་གྱི་ནོར་བུར་ལྟ་བ་ཟིག་དུ་ནི་དེ་ནི་སྔོན་གྱི་གཅིག་ཟླ་རིག། རྒྱལ་བློན་ཟླ་རིག་ཐམས་ཅད་ཀྱི་ན་འདྲ་གི། དེ་ནི་གཏམ་པ་གོང་མ་ཐམས་ཅད་ཀྱི་ན་འདྲ་གི། ཁོང་རྣམ་པའི་ཟླ་རིག་དཀའ་བའི་ཚགས་དང་ནི་ཀུ་མུ་ད་རིག། དེ་སྒྱུ་རྩལ་ལ་སོགས་པ་ཐམས་ཅད་གང་ལ་ཡང་མ་འཛིན་པས་ན་ག་ཚོད་དེ་རང་ད་རིག་མི་རབས་འདིའི། དེ་ནི་ད་རིག་ལག་ན་འདས་ད་རིག་གི། ད་རིག་ནད་དུ་འདི་མོ་ཟུག་ཏུ་ད་རིག་གི་བཞི་གའི་བཞི་གོ་ནི་རེ། འདི་ད་སྔའི་དབང་དུ་བྱས་ན་བཀྲ་མ་ཉིམ་དྲི་མ་བཞི་གའི་ཁྱེར་བའི་དངོས་དང་ནི་ག་ཚོད་དེ་རང་ཡང་ན་འཛམ་བུའི་གླིང་གི་གཅིག་མཁས་པ་དང་ནི་དེ་བཞིན་དུ་ནི་ད་ཅིག་ཤེས་ཡོན་པ་ཚང་མ་གི། འདི་དང་གཅིག་འོག་གི་རིག་གནས་དང་ཁར་ཚང་དེ་རང་ལྟ་རིག། རྟ་གཅིག་ཚང་མ་དང་ཆ་ཚང་བ་ཟིག་ལྟ་ན་དེ་བཞིན་དུ་ཕུན་སུམ་ཚོགས་པ་ཟིག་དང་གཡག་ཁུ་ཟིག་ཁྱེར་ཡོང་བའི་ལྟ་ན་ད་ཤར་ལྷོ་ནུབ་བྱང་གི་ལྟ་རིག་མཁས་པ་ཐམས་ཅད་ཀྱི་མགྲིན་གཅིག་ཏུ་འདེད་ཅིག་ལྟ་རིག་སྔགས་རྒྱུད་ཀྱི་མེ་ཏོག་འཐོར་གི་ཡོད་ཀྱིས་ལྟ་རིག་གནས་བབ་ལྟུས་མོ་ཟིག་ཐིག་གདབ་ཡོད་ནི་རེད་དེ་ཡིན་ནི་ཡིན་ན་ངས་བལྟས་ན་ཅིག་ལྟ་རིག་རང་རང་སོ་སོའི་ཡིན་ན་ར་འདྲ་གི་ཅིག་ཚང་མ་གིར་གོ་གི་ནི་ཡིན་ཚང་མས། འདས་གཅིག་གི་བསམ་བློ་ལྟར་རིགས་བཏང་གི་དང་ན་དེ་བཞིན་དུ་ནི་གཅིག་ཚང་མ་གི་ལྟར་རིགས་གཅིག་ད་བྱ་བ་ལྟར་རིགས་འབྲི་བའི་ཁྱེར་ཡོང་བའི་དང་ན་གཅིག་ཚིག་ཐག་གིས་ན་རང་ངོ་ནས་གཅིག་འོག་གི་ལྟར་རིགས་རིག་གནས་དང་ན་དེ་བཞིན་དུ་ཆོས་ལུགས་འདི་གཅིག་མི་ཉམས་གོང་འཕེལ་དང་ན་ཉམས་པར་བརླག་སོ་བའི་ཕྱིར་དུ་མི་རང་རང་སོ་སོའི་ངོ་བོ་ཡང་ན་གཅིག་ཚང་མའི་ལྟར་རིགས་འབར་བརྩོན་བྱེད་ཀྱི་དང་ན་དེ་བཞིན་དུ་ནི་གཅིག་མི་རང་རང་སོ་སོའི་ངོ་བོ་ཡང་ན་རང་གིས་རང་གིས་ཡང་ད་རེ་གར་གྱི་ལ་ད་ཅིག་ག་ལ་གང་འཚམ་དགོས་ནས་ན་ཅིག་སློབ་སྦྱོང་ཞིག་ཡི་གེར་ཡོང་བའི་ད་ན་ཅིག་ཉམས་ལེན་བྱེད་ཀྱི་འོ་འདི་ཧ་ཅང་ད་རེ་གི་ཁ་ཚར་འགོག་ཏུ་དགོས་ནས་ན་གར་ཆེན་གི་ད་རེ་གི་བཤད་བ་ཟི་ག་ཐེག་བསྒྲལ་ཡོད་ནི་རེད་དེ་ཡིན་ནི་ཡིན་ན་ཅིག་ངས་བསམ་བློ་བཏང་ན་ཅིག་བྱིས་སྐྱོབ་གི་ཤར་ན་ང་ཆེ་གེའི་སྣང་བ་སངས་རྒྱས་པ་གི་ལྟ་སྒོམ་ཕྱོགས་གསུམ་ཟེར་གི་འདུག་རྒྱུ་འདི། ཚིག་རེ་ནས་བརྗོད་ན་གཅིག་སྔོན་གྱི་རྟགས་ཀྱི་བར་དུ་ནི་རྟགས་གཅིག་མི་ལོ་སྟོང་ཕྲག་གཉིས་ད་ལྟ་རིག་ལྔ་བརྒྱ་ལྷག་ཟིག་ད་ལྟ་ད་རིག་སོང་ཡོད་ནི་རེད་ད་ལྟ་སོང་ཡོད་ནི་རེད་ད་ནི་འཛམ་བུ་གླིང་གི་སྟེང་ན་གཅིག་ད་རིག་ཆོས་ལུགས་འདྲ་དང་མི་འདྲ་བ་དེ་བཞིན་དུ་རིག་པ་འདྲ་དང་མི་འདྲ་བ་ཧ་ཅང་ད་རིག་སྤང་ལ་ཤ་མོར་རྡོ་ར་བཞིན་དུ་ནི་མང་བོ་ཟིག་ད་རིག་ཡོད་ནི་རེད་ལྟར་འདི་སྣང་ན་ཡང་ན་ཅིག་སྣང་བ་སངས་རྒྱས་པའི་ད་རེས་ཀྱི་ལྟ་སྒོམ་ཕུན་སུམ་ཚོགས་པ་འདི་ཅིག་དངོས་གནས་ཀྱི་ཅིག་གཞན་ད་རེས་ཀྱི་རིགས་པ་གང་གི་ཡང་ན་འགྲན་ཟླ་མེད་པ་དེ་མངོན་སུམ་དུ་སོང་བ་ན་རེ་དེ་ཡོད་ཀྱི་དེ་ཡང་ན་ཅིག་ང་ཆ་ག་ད་རེས་ཀྱི་སྣང་བ་སངས་རྒྱས་པའི་ཆོས་པ་འདི་མོ་ཐམས་ཅད་ཀྱི་རང་གི་ཅིག་ཨ་ཕའི་ཁ་བར་གསང་གཞི་འཚོ་བཙན་ན་འདྲ་ཟིག་གི་རང་སྟོད་ཀྱི་ད་རེས་ཀྱི་ཅིག་གླུ་དབྱངས་ལོས་ནི་ད་ནི་རང་སྟོད་ཀྱི་ད་རེས་ཀྱི་ནི་རོལ་མོ་སྤྲོ་ནི་རྩ་འཛུགས་དང་མ་ཡིན་པ་གི་ནི་ནི་དེང་སང་འདི་ད་རེས་ཀྱི་གཅིག་རྩེ་ཚ་གི་ཡིན་ན་དེ་ནི་ཤར་ལྷོ་ནུབ་བྱང་གི་ད་རེས་མཁས་པ་དང་ན་དྲག་ཅན་གཏམ་མང་བོ་ཟིག་གི་ནས་ནི་ཅིག་ཉམས་སུ་བླང་བ་དང་ནི་དེ་བཞིན་དུ་དེ་བརྟེན་ནས་ཁྱེར་ཡོང་བའི་ད་ནི་རང་ལ་ད་རེས་ཕར་འཕྲོས་ཕུན་སུམ་ཚོགས་པ་ཐོབ་ཀི་ཡོད་ནོ་འདི་ཉུང་བའི་སྒོ་ནས་ད་རེས་གྲུབ་ཀི་ཡོད་ནི་རེད། གཉིས་སུའི་ཐག་གིས་ནི་ད་འདི་ལྟ་བུའི་ད་རེས་བསམ་བློ་འདི་ལྟ་བུའི་ད་རེས་ད་ཤེས་རབ་རིག་གནས་ཟེར་དགོས་ན་འདྲ་གི་འདི་མོ་ད་རེས་ཀི་ཡང་བོ་ཟིག་ཏུ་ནི་དྭངས་སང་ད་རེས་ཆོས་ལུགས་གཞན་ད་ནི་འདི་མོ་ཐམས་ཅད་ཀི་ནང་ན་ད་རེས་ཡོད་ཀི་ཡོད་ནི་མ་རེད་ད་འདི་ད་ལྟ་ཡིན་ན་ངོ་ནས་ཅིག་རྣམ་པ་ཚོས་ཧ་མཆོག་གི་ད་རེས་བསམ་བློ་བཏང་ཡ་ཁྱེར་འོང་བ་ཁྱད་པར་དུ་ཁྱེད་རྣམ་པ་ཅིག་འདི་ན་ལོ་ཆུང་ད་ན། དེ་བཞིན་དུ་ཅིག་ཁ་ལྟ་དྲག་སྙིགས་ལྟ་བྱེད་གཙོ་རྫས་ནི་འདྲ་འདྲ་གི་ནི་རང་རང་སོ་སོའི་ཅིག་ལྟ་རིག་ཤེས་རབ་ཀྱི་རྩར་ཕུན་སུམ་ཚོགས་པ་ཡང་ནི་ཐམས་ཅད་ཀྱི་དངོས་གནས་ཅིག་ལྟ་རིག་རྩོམ་པ་ལ་བརྟེན་ནས་ཁྱེར་ཡོང་བ་ད་ནི་འཛམ་བུ་གླིང་གི་ཤེས་བྱ་ཐམས་ཅད་ལྟ་བྱེད་ན་ཡང་ནི་ལྟ་རིག་གཞན་དགོས་ནི་རེད་དེའི་དགོས་ཚུལ་ཡང་ནི་ངོ་ཚ་ག་འོད་པ་ཟིག་ཡིན་པའི་ཆ་གི་ནས་ནི་འོད་ཀྱི་ལྟ་རིག་ད་འོད་བརྒྱུད་ནང་བསྟན་ད་ནི་འོད་ཀྱི་རིག་གནས་འདི་ཚོ་ལྟ་རིག་གཞན་ལ་ཁྱེར་ཡོང་ནས་ནི་འདི་ལྟ་རིག་ཆེན་མོ་ཟིག་རེད་འདི་གང་མོ་ཟིག་རེད། འདིས་ད་ལྟ་ངས་བལྟས་ན་ད་རེས་ཀྱི་བསམ་བློ་བཏང་དགོས་གི་བསམ་གི། འདི་ལྟ་བུའི་བསམ་བློ་བཏང་ཁྱེར་ཡོང་ན་དངོས་གནས་ཅིག་ད་རེས་ཀྱི་ད་འདས་ཅིག་སྐྱོན་བདག་ན་འདི་ཅིག་ད་རེས་ཀྱི་དྭངས་སིང་གི་གནས་ལུགས་དང་མི་མཐུན་པ་འདི་མོ་ཟིག་ཡོང་ནི་ཡིན་ན་ཅིག་ངི་ཆ་ག་ཆོད་པ་ཐམས་ཅད་ཀྱི་ཡང་ན་ཁྱེར་རྣམ་པ་ལ་ཅིག་ཨ་ནི་ཡང་འདི་བསྐུར་མ་བཏང་ཁྱེར་འོང་ད་འདི་ལ་བློ་སྦྱོང་བྱོས་འདི་ལ་དོ་སྣང་བྱོས་ད་འདི་ཧ་ཅང་ད་རེས་གལ་ཆེ་བོ་རེ་ཟིག་འདུག་ཅིག་ཡིན་ན་ད་འདི་ད་རེས་ཨུ་ཚུགས་གི་ཅིག་ད་རེས་ཀྱི་སྐུལ་འདེད་རྩིས་རའི་མ་རྟོགས་རྩལ་མི་ནི་འདི་ཅིག་གནས་ལུགས་དང་ལྡན་པ་གཟུགས་ད་ནི་རྒྱུ་མཚན་ཡོད་པ་གི་ད་རེས་ཀྱི་དེ་ནས་ད་རེས་སྐད་ཆ་ཟིག་གི་གསུངས་ཡོད་ནི་མ་རེད་ད་དི་ཡིན་ནི་ན་ཅིག་ད་རེས་ཀྱི་རྣམ་པ་ཚོ་ཡང་ནི་འདི་ཅིག་བཏང་སྙོམས་མ་བཞག་གི་ཁྱེར་ཡོང་བའི་ད་ནི་ད་རང་རང་སོ་སོའི་ཡང་ནི་ཅིག་མྱི་སུམ་ཆའི་གསོན་པ་དྲུག་སུམ་ཅི་ཟིག་གི་སྒོ་ནི་རེད་དེ་ཡ་བ་ཟིག་གི་ནས་ནི་ཅིག་རང་རང་སོ་སོའི་འདོད་ཕྱོགས་གང་དང་གང་ཡིན་ན་ར་ནི་དེ་ད་རེས་ཀྱི་བསམ་བློ་བཏང་ན་མི་འགྲིག་ས་ཡོད་ནི་མ་རེད་ད་ནི་ད་ཡིན་ན་ཡང་ཅིག་ངོ་ནས་ང་ཆ་ག་རང་ངོ་གུ་བསམ་བློ་བཏང་ན་ར་ན་ལོ་གཅིག་ཉི་ཤུ་སུམ་ཆིག་གི་རང་ཨ་ད་རིག་གི་ད་འཛམ་བུག་ལང་གི་གཅིག་དེ་ནས་གཅིག་རིག་གནས་གཅིག་འདྲ་དང་མི་འདྲ་བ་གནའ་དང་གི་ད་རིག་གི་ཤེས་བྱ་འདྲ་དང་མི་འདྲ་བ་ཐམས་ཅད་ད་ན་རང་གི་གཅིག་རིག་པའི་རྩར་བྱུང་གི་ཁྱེར་ཡོང་བའི་ད་ན་ད་བློ་གཞུང་ད་ནི་འབར་བརྩོན་བྱེད་ནི་ཡིན་འབར་བརྩོན་བྱེད་ནི་ཡིན་ད་ཡང་ན་གཅིག་ཁ་ཙམ་མ་ཡིན་པ་གི་གཅིག་སྙིང་ཐག་པ་ནས་ཕྱི་རི་ཟེར་གྱི་ཅན་ཙི་ཡིན་ན་ད་ང་ཆེ་ག་ད་རིག་ནང་བ་སངས་རྒྱས་པའི་རིག་གནས་ཡིན་ན་འདྲ་ཆོས་ལུགས་ཡིན་ན་འདྲ་འདི་མོ་ཟི་གམ་ཁྲ་ཁྱི་ད་ངོ་མ་ད་རིག་སྐལ་ར་བཟང་བསམ་གྱི་ད་དེའི་ནང་གི་ཡང་ན་ཅིག་ནང་བ་སངས་རྒྱས་པའི་ད་རིག་ཆོས་ལུགས་འདི་དྭངས་སངས་ད་རིག་ད་ལྷོ་བརྒྱུད་དང་ནི་བྱང་བརྒྱུད་དེ་བཞིན་དུ་བོད་བརྒྱུད་ཙི་ཁྱེར་བོང་བརྒྱུད་པ་རྣམ་པ་ཆེན་པོ་གསུམ་གྱི་ད་རིག་སྒོ་ནས་ནི་ད་འཛམ་བུ་གླིང་གི་ཕྱོགས་དུས་ཐ་དྲི་གི་འདི་ཡོངས་སུ་ཁྱབ་ཡོད་ནི་རེད་དེ་ཁྱབ་ཡོད་ནུའི་ནང་གི་ཡང་ན་ཅིག་ད་བོད་བརྒྱུད་ནང་བསྟན་རིག་གནས་ཟེར་གི་འདུག་གི་འདི་ཅིག་ཁ་རྩང་དེ་རང་ཅིག་ད་རིག་ལུང་དྲི་མ་མེད་པའི་ཡང་ན་ད་རིག་ཡང་དག་པར་གྲུབ་ཀྱི་ད་ནི་དེ་བཞིན་དུ་ད་རེས་རིག་པའི་དབྱངས་ནི་གྲུབ་ཀྱི་ད་ན་དེ་བཞིན་དུ་རང་གི་མྱོང་བའི་སྒོ་ཡིན་ན་ར་ན་ད་འདི་གཅིག་རང་རང་སོ་སོ་ཅིག་བསྒོམ་པ་བྱེད་ཀྱི་བསྒོམ་རྒྱག་ཀྱི་ད་ན་ཉམས་ལེན་བྱེད་ཀྱི་ཅན་ཟིག་ཡིན་ན་དེ་ནི་ག་ལ་གང་བསམ་གི་ད་རེས་གྲུབ་འབྲས་ཡང་མི་མངོན་པ་ཟིག་ཐོ་བོ་ཀྱོ་ན་ནས་ད་བར་གི་ད་རེས་ཅིག་མཁས་གྲུབ་ད་རེས་བར་མ་ཆད་པ་ཟིག་ཏུ་བྱུང་བའི་ད་ན་ད་འཛམ་གླིང་ཐ་དྲུག་གི་འདི་ཡང་ནི་དེ་དག་གི་ད་རེས་བྱས་རྗེས་ཡིན་ན་འདྲ་གི་སྙན་གྲགས་ཡིན་ན་ད་ག་ཚོད་དེ་རུ་འགྲིག་བཞིན་དུར་གོ་ཡོད་ཀྱོ་འདི་གཅིག་ངི་ཆད་ཀྱི་ད་རེས་རང་སྟོབས་ཙམ་མ་ཡིན་པ་གི་དེ་ནས་ད་རེས་དོན་ལ་གནས་པའི་དེ་ནས་ད་རེས་སྐད་ཆ་ཟིག་ད་རེས་གསུངས་ཡོད་ནི་རེད་དེ་ཡིན་རྒྱུ་འོན་ཏེ་དངོས་གནས་ཅིག་ད་རེས་ཚང་མས་ཅིག་རང་འཁུར་གི་ཆོས་ལུགས་གཞན་པ་ཚོ་ཡིན་ན་ད་ཆོས་ལུགས་དེ་དེང་སང་ཡིན་ན་ཤེས་རབ་གིས་ད་རེས་ཆོས་ལུགས་མཛད་ཀྱི་ད་ནི་དེ་བཞིན་དུ་དད་པའི་ཆོས་ལུགས་མཛད་ཀྱི་ད་མི་དངོས་ཟིག་ད་རེས་གི་མཁས་པ་ཐམས་ཅད་ཀྱི་དབྱེ་བ་ཤེས་དགོས་ནི་རེད། དད་པའི་ཆོས་ལུགས་མཛད་རྒྱུ་དེ་ཆི་ཟིག་རེད་ཟེར་ན་ད་ཤི་ཁྱིབ་གི་ད་རེས་གི་ཆོས་ལུགས་གི་སྤྲོ་འཇུག་པ་པོ་གང་ཟག་དེ་དག་ཐམས་ཅད་ཀྱི་ནི་ཁོང་ཅག་གི་ཆོས་འདི་ཧ་ཅང་ད་རེས་གི་འདི་ཐུན་མོང་ཟིག་ཡིན་ནི་རེད་འདི་བྱིན་རླབས་ཅན་ཟིག་ཡིན་ནི་རེད་ནུས་པ་ཅན་ཟིག་ཡིན་ནི་རེད་ཟེར་གོ་འདྲེ། རེད་ད་ནི་ད་ལྟའི་ཅིག་ངོ་མ་གི་ད་རིག་གི་དྭངས་སིང་གི་ད་རིག་གི་འདིའི་ཚན་རིག་ད་ནི་འདི་མོ་གི་ལམ་གི་ད་རིག་གི་བརྟག་ཞིབ་བྱེད་རྒྱུ་ཅན་ཙིག་ཡིན་ན་དེ་ཅིག་རིག་པའི་ཞབས་ཐུབ་པ་མེད་ཀྱི་ད་ནི་དེ་བཞིན་དུ་ནི་མ་ཡིན་པ་གི་ནི་ནི་གནའ་གི་རི་གོ་གི་ནི་ནི་ཅིག་གཏན་ཚིགས་རིག་པ་ད་ནི་མཚན་ཉིད་རིག་པ་ད་འདི་མོའི་རི་གོ་གི་ནི་ནི་ད་རིག་རིག་ལམ་མ་བསྟན་ནས་ཁྱེར་ཡོང་བའི་ད་ནི་ཡང་རིམ་གྱིས་ད་རིག་གི་འདི་ལ་ད་རིག་གི་བརྟག་ཞིབ་བྱེད་རྒྱུ་ཅན་ཙིག་ཡིན་ན་ད་དེའི་ཡང་ནི་ཅིག་བར་ཚིག་གི་མཚམས་གི་ད་རིག་བརྟག་མི་བཟོད་ཀྱི་ད་ནི་ད་འདི་མོ་གི་ད་རིག་གི་ཆོས་ལུགས་མང་བོ་བཟོ་གི་ནི་རེད་ད་འདི་འཇམ་པོ་ཡིན་ན་ད་རིག། དེ་ནས་ད་རིག་ཆོས་པ་ཚོ་ཁོང་རིག་བྱེད་ཀྱི་ཟས་ནི་ཡིན་ན་ར་ན། ད་འདས་ཅིག་རྣམ་རྟོག་མང་བོ་སྤེལ་བའི་ཁྱེད་རང་བོ་ད་ནི་རྟག་པ་མང་བོར་རྒྱག་གི་དུས་མོ་ད་རིག་ཉམས་ནི་མ་རེད་དུས་མོ་ཡེ་ཀྱི་ཆ་འཛིག་ཡིན་ན་ཆོས་ལུགས་ཀྱི་ད་རིག་སྤྲོ་སྐྱིད་འདི་འགར་འཇོག་ནི་རེད་ཡིན་ཅིག་མིན་ཅིག་མེད་ཀི་རྒྱུ་མཚན་ཅི་ཡང་མེད་པའི་སྒོ་གི་ནས་ན་འདི་ལ་བཏབ་པ་ཁོ་ན་བྱེད་ཀྱི་ཆ་འཛིག་ཡིན་ན་དེས་ད་རིག་ད་འབྲས་བུ་ཡིན་ན་འདྲ་དངོས་གྲུབ་ཡིན་ན་འདྲ་ད་འདི་མོ་དུ་ད་རིག་ཐོབ་ཡོང་ནི་རེད་ཟས་ཁྱེད་རང་བོ་ད་ན་ད་ཆོས་ལུགས་ཀྱི་ནང་ན་ཡང་ན་དེ་ལྟ་བའི་ད་རིག་སྐད་ཆ་ད་རིག་གསུང་གི་ཡོད་བདག་གི་ཆོས་ལུགས་ཡང་ཡོད་ནི་རེད། རེད་ད་ནི་ངི་ཆད་ཀི་ད་རིག་སྣང་བ་སངས་རྒྱས་པའི་ད་རིག་ཆོས་ལུགས་ཟེགས་འདུག་ཀྱི་འདི་ཕྱིར་ན་ད་རིག་ད་ཆོས་ལ་ད་རིག་དད་པ་དང་ནི་དེ་བཞིན་དུ་ད་རིག་ཆོས་ལ་དེ་ནས་ད་རིག་དགའ་བ་ལ་སོགས་པ་ད་རིག་ནང་ཆོས་ཀི་སྐབས་ན་ཡང་ན་འདིའི་ད་རིག་ད་སྐར་ཆེན་གི་རང་བཞིན་དུ་དག་གསུང་ཡོད་ནི་རེད་ཡོད་ནི་རེད་ད་ནི་གཙོ་བོ་དུ་གཅིག་ད་རིག་ཤེས་རབ་ཀི་སྒོ་གི་གཏན་ལ་འབེབས་པ་ཟིག་དུ་དེ་ནས་གསུང་བ་ནི་རེད་བྱང་བདུན་འདི་གི་མདོ་གི་ནང་ན་ཡང་ན་གཅིག་དགེ་སློང་དག་གམ་མཁས་རྣམས་ཀྱིས་སྐྲག་ཅི་ད་རིག་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླང་རོ་ཤ་ཡི་གིས་ཕྱིར་མི་གསུང་བའི་ཁྱེར་བ་དང། འདི་ཧ་ཅང་ད་རིག་གི་སྐར་ཆེན་པོ་ཟིག་སོང་བ་ནི་རེད་འདིའི་ནང་དོན་ཆི་ཟིག་རེད་ཟེར་ན་ད་རབ་ཏུ་བྱུང་བ་ཡིན་ན་ར་འདྲ་གི་ཁྱིམ་པ་ཡིན་ན་འདྲ་གི་མི་སུ་དང་སུ་ཡིན་ན་ར་ནི་དེ་ནས་ད་རིག་ཁོང་སངས་རྒྱས་བྱོན་དུ་འདེགས་གི་ཅིག་ཀ་ཨ་ད་འཁོར་ལོ་ད་རིག་གི་རྣམ་པ་གསུམ་བསྐུར་ཡོད་ནི་རེད་འཁོར་ལོ་གསུམ་པོའི་ནང་ན་གསུངས་ཡོད་ནི་བུ་བཅོ་ཤ་ཐམས་ཅད་ཀྱི་ན་ར་སྤྱིར་རྣམ་པ་ཚང་མ་གི་ནི་ནི་ཅིག་དཔེར་ན་ད་རིག་གི་གསེར་དུ་ད་རིག་གི་སྐྲག་པ་དང་ནི་བཅད་པ་དང་ནི་བཞི་བ་ལ་སོགས་པ་གི་སྒོ་གི་ལན་གྲངས་བཅུ་གཅིག་གི་བར་དག་དེ་ནས་འདས་ད་རིག་གི་དེ་ནས་གཞི་མཐར་བྱ་ནི་ཡ་བ་ཟིག་ཏུ་ནི་སྤྱིར་རྣམ་པའི་ཡང་ན་ཅིག་རིག་པ་དྲི་མ་མེད་པའི་སྒོ་ཀུན་ཨ་ནི་ཡང་དུ་འདས་ལ་ད་རེས་བརྟགས་ཤིང་དཔྱད་དེ་ནི་བརྡར་ཤ་བྱ་རྒྱུའི་གཅན་ཚིག་ཡིན་ན་དེ་ནས་ད་རེས་ཀྱི་ནི་ཁུངས་འགོག་གསུངས་རྒྱུ་འོན་ཏུ་ཅིག་གནས་ལུགས་དང་ད་རེས་ཀྱི་བདེན་པ་ཡང་དག་པའི་ད་རེས་ཀྱི་ཚུལ་དང་མཐུན་པ་ཟིག་ཡིན་ན་སྤྱིར་རྣམ་པའི་ད་རེས་ཀྱི་འོ་ད་འདི་གནས་ལུགས་ཡོད་ནི་རེད་དེ་ནི་འདི་ཉམས་སུ་བླངས་ན་ཆོག་ནི་རེད་ཟེར་འདྲི་གལ་ཏེ་འདི་ཅིག་གནས་ལུགས་དང་མི་མཐུན་གྱི་ལྟད་མོ་ཟིག་ཡིན་ན་སངས་རྒྱས་བཅོམ་ལྡན་འདས་ཁོང་ཡིན་ན་རང་ནི་ཁོང་གི་བཀའ་འདི་ད་རེས་ཀྱི་ཅིག་གུས་པ་ཁོ་ན་ཟིག་གི་རྒོལ་གི་ནས་ནི་ཁྱེད་རྣམ་པས་ད་རེས་དང་ལེན་བྱས་མི་རྒོལ་ཟིག་ཁྱེར་ཡོང་བའི་ད་ན་ད་ཅུང་ཙམ་འདི་ཞར་བྱས་གི་རི་ང་ནས་ནི་དེ་ནས་མདོ་གི་སྐབས་ན་ཏི་ཏཱ་བག་སོང་བ་ནི་རེད་འདི་དྭངས་སང་ད་རེས་འཛམ་གླིང་གི་ད་རེས་མཁས་པ་མང་བོ་ཟིག་གི་ཡིན་ནར་ནང་ཆོས་གི་ད་རེས་ཁྱད་ཆོས་ཟིག་འཇོག་གི་ནི་རེད་འདི་ཁྱད་ཆོས་འཇོག་དགོས་གཅིག་གི་རྒྱུ་མཚན་ཆེ་རེ་ཟེར་གྱི་ཅན་ཟིག་ཡིན་ན་ད་དངོས་གནས་གི་ཅིག་གནའ་གི་ད་དང་གནའ་ནས་ད་གི་བར་དུ་ནི་ཅིག་ད་འཛམ་བག་གླིང་གི་སྟེང་ན་ད་རེས་ཆོས་ལུགས་ད་རེས་སྟོང་ཕྲག་མང་བོ་ད་རེས་བྱུང་མྱོང་བ་ནི་རེད། ཉུང་ཡོད་ནི་རེད་ད་ནི་ཅིག་ངོ་མ་གི་ད་རིག་ད་རིག་པའི་ཧ་རི་ད་རིག་རྟགས་ཤིང་བཤད་དེ་ཁྱེར་ཡོང་ན་ད་ཆོས་ལུགས་འགའ་རེ་ད་ཅིག་རང་དམངས་དྲང་ན་ཙམ་ཟིག་ད་ནི་རྩི་ཏོག་ཙམ་ཟིག་མ་གཏོགས་བརྩོད་མིན་དངོས་གནས་ཀྱི་ཅིག་ཧ་རི་ད་རིག་དེའི་ནང་དོན་འདི་དེ་ནས་ད་རིག་ཅིག་མཁས་པ་ཚོ་ཐམས་ཅད་ཀྱི་ནས་ནི་དེ་ནས་ད་ད་རིག་འདི་ལ་ད་རིག་ད་ཅིག་རིག་པའི་བཞི་པོ་ད་རེས་རྟགས་ཁྱེར་ཡོང་དུས་ད་ནི་ད་དེ་ནས་ཅིག་ད་རེས་རྒྱུ་མཚན་མང་བོ་ཟིག་གིར་གོ་གི་ནས་ནི་ད་ཚུར་ད་མི་མཐུན་པ་གནས་ཚུལ་མང་བོ་ཟིག་ཏུ་བུ་དེ་ཡིན་གོ་ནི་རེད་དེ་ཡིན་ནས་ན་ཅིག་ངོ་མ་དེང་སང་ད་རེས་ཁྱེད་རྣམ་པ་ཚོ་ཡིན་ན་ཅིག་ཁྱད་པར་དུ་ད་དེང་སང་ད་རེས་འདི་ན་ཅིག་ཅིག་ཤེས་ཡོན་པ་ཟེར་བ་ནི་ན་འདྲ་གི་དེ་བཞིན་དུ་ཅིག་སློབ་གྲྭ་ད་རེས་སོ་སོ་འགྲིམ་ནི་བོ་ད་ནི་ད་འདི་མོ་ཚོས་ཅིག་ད་རེས་དེང་སང་གི་རིག་པ་གསར་བ་ཟེར་གོ་ན་ར་འདྲ་གི་དེ་ནས་ད་རེས་ཅིག་དེང་སང་གི་ད་རིག་ཚན་རིག་གི་རིག་པ་ཟེར་དགོས་ན་འདྲ་གི་ད་འདི་མོ་ཚོ་ཐམས་ཅད་པོ་ད་རིག་བློ་གཞུང་ཞུ་ཡིས་ཁྱེར་ཡོང་དུས་ད་འགའ་རེ་གི་བསམ་ནི་ཡིན་ན་འོ་ད་ད་རིག་གི་ཆུ་ཟེགས་འདུག་ཅི་ད་ད་ནི་འདི་གཅིག་ཨ་ཡེ་ཨམ་ཡེ་ད་ནི་ཨ་ཕ་ཨ་མ་ད་གཅིག་རྒས་གཞུ་ད་ནི་འདི་མོ་ཚོ་གཅིག་ད་པ་གི་གཞི་ཀྱིར་ས་ད་ད་པའི་ད་རིག་བསྟན་བྱེད་ས་ཅང་ཙི་རེ་མག་ཏོག་ཙེ་མིན་ན་དེང་སང་ད་རིག་མཁས་པ་ཐམས་ཅད་གི་ད་ད་འདི་བཞིན་གྱི་གཟུགས་ཀྱང་ཡིན་ས་མེད་གི་ད་འདི་གཅིག་ད་རིག་རྒན་པོ་ཆོས་ལུགས་ཟིན་ས་གི་བསམ་ཡས་ཁྱེར་ཡོང་ད་ནི་དེང་སང་ད་རིག་འགའ་རེ་གི་དུས་མོ་གི་ད་རིག་ལོག་རྟོག་ཡོད་དགོས་ནི་རེད། ངས་ལྟོས་ན་དུ་ཧ་ཅང་ད་རིག་དེ་འདི་ད་རིག་ད་ནོར་འཁྲུལ་ཚབས་ཆེན་ཟིག་རེད་ནོར་འཁྲུལ་ཚབས་ཆེན་ཟིག་དུ་ཆི་རི་ཡི་ནི་རེད་ཟེར་གྱི་ཟིག་ཡིན་ན་ང་དངོས་གནས་ཅིག་ད་རིག་འདི་རིག་ནང་བ་སངས་རྒྱས་པའི་ཆོས་ལུགས་འདི་ཅིག་ད་རྒན་པོ་ད་ནི་དེ་བཞིན་དུ་ཅིག་ལོ་ཐོ་ད་ནི་འདི་མོ་ཐམས་ཅད་ཀྱི་རང་རང་སོ་སོ་ཅིག་འདི་ལ་ད་རིག་ད་བབ་བྱེད་ཀྱི་ད་གསོལ་འདེབས་བྱེད་ཀྱི་ཡིན་ན་ར་ནི་ད་རིག་འབྲས་བུ་ཐོབ་ཡོང་རྒྱུ་དེ་ངེས་ཅན་ཡིན་ནི་རེད་ད་རིག་ཆོས་ཀྱི་བྱིན་རླབས་ད་ནི་ཆོས་ཀྱི་ནུས་པ་བཟང་འདུག་ཀྱང

འདི་གཙོ་བོ་དང་ནི་ད་རེས་ཀྱི་གཅིག་ལོ་ཆུང་གི་ཆོས་ལུགས་རྫི་རེད་ནག་གཞུང་གི་ཆོས་ལུགས་རྫི་དེ་རེད་འདི་ནག་གཞུང་གི་ཆོས་ལུགས་རྫི་དེ་ཆི་ཟིག་ཡིན་ནི་རེད་ཟེར་ན་ད་ཕྱོགས་གཅིག་ནས་བསམ་བློ་བཏང་ན་ངི་ཆད་ཀྱི་ད་རེས་ཀྱི་ཚེ་ཕྱི་མ་དང་ནི་དེ་བཞིན་དུ་སྐྱེ་བ་ཚེ་རབས་མང་བོ་གི་གནས་ཚུལ་འདི་ཚོགས་ཐམས་ཅད་དུ་ད་རེས་ཀྱི་ཆོས་ཀྱི་ནང་ན་ཧ་ཅང་ད་རེས་ཀྱི་གཟབ་ཅིང་ཕྲ་བར་གོ་གི་ནི་སོང་བ་ནི་རེད་ད་འདི་དག་ཚོ་ཐམས་ཅད་དུ་གཅིག་ཁྱེད་རྣམ་པ་གི་ད་ཡི་ཧ་ཟི་དུ་མི་ཞིག་གྱི་གཞན་རྫི་ཡིན་ན་ཚེ་འདིའི་དབང་དུ་བྱས་ན་ར་ནི་དེ་འདི་ལྟ་རིག་ག་ཚང་དེ་རང་ཨ་ཅིག་ཕྱི་རི་ཟིལ་གྱི་ཅན་ཟིག་ཡིན་ན་ད་རིག་ངོ་མ་གི་ད་རིག་ཨ་ཅིག་འཚོ་བའི་ཁྲོད་དུ་ནི་ད་ཆུ་གི་ནུས་པ་ཟིག་འདུག་ཀྱོ་ད་བསམ་གྱིས་མི་ཁྱབ་པ་ཟིག་འདི་ད་རིག་ཡོང་གི་ཡོད་ནི་རེད་དཔེར་ན་ད་རིག་ཆུ་ཉམས་སུ་ལེན་བདག་གི་གང་ཟག་ད་དེང་སང་ད་རིག་ཅི་རྒྱར་ཕྱི་ནང་གང་དང་གང་ཡིན་ན་ར་འདྲ་གི་ཤར་ནུབ་གང་དང་གང་ཡིན་ན་ར་འདྲ་གི་འདི་དག་ཚོ་ཐམས་ཅད་ཀྱི་ནི་རང་ལ་ད་རིག་ནི་ནི་འཚོ་བའི་ཁྲོད་དུ་སྡུག་བསྔལ་ཅི་དང་ཅི་བྱུང་རྒྱུ་ཅན་ཙི་ཡི་ན་ར་ན་ད་ཅིག་འདས་ད་རེས་ཀྱི་གདོང་དག་ཤེས་ནུས་ཀྱི་ད་ན་འདས་ད་རེས་ཀྱི་ཅིག་སྣེ་ལེན་ཤེས་ནུས་ཀྱི་གི་ད་འདིས་མོ་དུ་ད་རེས་ཀྱི་ཆུ་གི་ནུས་པ་ཕུལ་དུ་ཕྱིན་པ་ཟིན་དུ་མཐོང་གི་ཡོད་ནི་རེད་དུ་ཡིན་ནུས་ན་ཅིག་དེང་སང་ད་རེས་ཀྱི་ན་ཆུང་ད་འདིས་མོ་ཐམས་ཅད་ཀྱི་ནང་ན་ཅིག་འཆི་བ་མི་དུ་ཅི་དུ་ཅིག་རང་གི་ད་རེས་ཀྱི་ཁྱད་ཆོས་ད་ནི་རང་གི་དགེ་མཚན་ན་འཇོག་རྒྱུ་ད་ན་ཅིག་འཆི་བ་དར་ནུ་བོ་ནི་ཅིག་ད་རེས་ཀྱི་ད་ཅིག་ཁྱི་སྤྱད་ཀྱི་རྨོངས་དད་བྲེལ་ཟེ་གོ་ནི་རི་འདྲ་ཡང་ན་ད་རེས་ཀྱི་ཆུ་འདི་སློབ་སྦྱོང་བྱེད་ནུ་བོ་འདི་ཅིག་ད་རེས་ཀྱི་བསམ་པ་ཕྱིན་ཅི་ལོག་ད་ད་འདི་མོ་ཟིག་ཡིན་སྣང་སྐྱེ་སྐྱོ་འདི་ངོ་ནས་ཅིག་ཁར་ཙི་དེ་རིང་གི་ད་རིག་དྭགས་མང་གཙོ་བཅོས་བསྒྱུར་ད་ནི་དེ་བཞིན་དུ་རིག་གནས་གསར་བརྗེ་ཆེན་པོ་ལ་སོགས་པའི་ད་རིག་ལྟ་བ་ངན་པའི་ད་རིག་ད་ལྟའི་ཅིག་སྤྲོ་སྐྱིད་མཛད་དགོས་ན་འདྲ་གི་དེའི་ད་རིག་བག་ཆགས་དེ་ད་རིག་ད་རུང་ཡི་ཧ་ཟི་དུ་མ་ཆིག་འཛིན་ནི་འདིའི་འཕྲོ་ལྷག་ནི་རེད་མ་གཏོགས་རྫུན་མིན་ངོ་མ་བཤད་དེ་ཁྱེར་ཡོང་ནས་ནི་དེང་སང་ད་རིག་ཤར་ལྷོ་ནུབ་བྱང་གི་མཁས་པ་ད་རིག་སུ་དང་སུ་ཡིན་ན་ར་ན་སྣང་བ་སངས་རྒྱས་པའི་ཆོས་འདི་ཅིག་བསྟོད་བསྔགས་བྱེད་ཀྱི་རྫ་ནག་གདངས་འཇོག་མཐོན་པོ་བྱེད་ཀྱི་ཡོད་ནི་མ་གཏོགས་རྫུན་མིན་ད་འདས་ཅིག་ད་རིག་ངོ་མ་གི་ཅིག་རིག་པ་རྣམ་དག་གི་སྒོ་གི་ནས་ནི་སུན་འབྱིན་བྱེད་ཡི་ཁྱེར་ཡོང་བའི་ད་ནི་ད་ཅིག་ངི་ཚེ་གི་ནང་ཆོས་གི་མཁས་པ་ཐམས་ཅད་ཀྱི་ར་ན་འདས་ཅིག་ལན་མི་ཐེབས་གི་བསམ་རྒྱུ་བོ་དེ་མོ་གི་ད་རིག་ཡུལ་ཁ་ཟི་དུ་ག་ན་ཡང་ནི་ད་རིག་ཅིག་མཐོང་ཐུབ་ཀྱི་ཡོད་ནི་མ་རེད་དུ་ཡིན་ནི་ན་རྣམ་པ་ཚོས་ཅིག། ཁྱད་པར་དུ་དེང་སང་ད་རིང་འདི་ན་ཅིག་ད་གྲོང་ཁྱེར་གྱི་ནང་ན་ཡོད་ནི་ཅིག་ནགས་གཞོན་ད་ནི་འདི་མོ་ཚོ་ཐམས་ཅད་པོ་ནི་རང་རང་སོ་སོའི་ཡང་ན་ཅིག་ད་ཅིག་ཕྱི་ཟེར་དགོན་གྲོགས་ཅིག་ནང་ཆོས་ག་འདའ་ད་རེ་སློབ་སྦྱོང་བྱེད་ཀྱི་དུ་ད་རིག་ཧ་ཅང་གར་ཆེ་བ་ཟིག་ཡིན་ནི་རེད་ནང་ཆོས་འདའ་སློབ་སྦྱོང་ཡི་ཧ་ཟི་དུ་བྱེད་ཀྱི་ཅན་ཟིག་ཡིན་ན་རང་གི་ཅིག་ད་རིག་མི་ཚེ་གི་མདུན་ལམ་ཡིན་ན་ར་འདྲ་གི་མི་ཚེ་གི་འཚོ་བའི་ཁྲོད་དུ་ཅིག་གནས་ཚུལ་འདྲ་དང་མི་འདྲ་བ་ད་རིག་བྱུང་ནི་ཚོ་ཐམས་ཅད་པོ་དུ་ནི་ད་ནང་ཆོས་གི་ནང་ན་སྔོན་ནས་ད་རིག་བཤད་ཚར་རོ་ནི་རེད་ང་ཅི་དགེ་ཡང་ན་ཅིག་རྒྱུན་ལྡན་གྱི་ད་འདི་ན་ཅིག་མི་རིགས་གཞན་པ་དང་འདི་མོ་ཚོ་ཐམས་ཅད་ད་ནི་ཅིག་སྐད་རིགས་གཞན་གྱིར་གོ་བས་ནས་ན་ད་ཅིག་ག་ལ་གང་འཚམ་གྱི་ཅིག་ངོ་སྤྲོད་བསྡུས་པ་རེ་བྱེད་ཡི་ཁྱེར་འོང་དེ་ད་ཁོ་རང་ཚོ་ད་རིགས་འཚོ་བའི་ཁྲོད་ན་ན་ད་དངོས་གནས་གྱི་ཅིག་འོ་བརྒྱུད་ནང་བསྟན་མཛད་ཀྱི་འདུག་ཅིག་ད་དངོས་གནས་ད་མར་ཏུ་བའི་བར་དུ་ན་ད་བླ་མའི་བརྒྱུད་པའི་ད་རིགས་ཅིག་བྱིན་རླབས་ཟེར་དགོས་ན་འདྲ་གི་བླ་མའི་བརྒྱུད་པའི་ད་རིགས་ན་ཁྲི་ད་ནི་འདི་མོ་ཐམས་ཅད་དུ་ཡོད་ནི་རེད་དེ་བརྟེན་ནས་ཁྱེར་ཡོང་བས་ཅིག་རང་རང་སོ་སོའི་ད་རིགས་སེམས་ཀྱི་སྟེང་ན་ཡང་ན་ཕམ་པ་མང་ཟུག་ཏུ་ད་རིགས་འབྱུང་བཞིན་པ་ཡིན་ནི་རེད། ད་འདི་དག་ཚོ་ངོ་ཆེ་གེ་ད་རེ་འོ་པ་གི་ཅིག་གཞོན་ནུ་ད་ནི་འདི་མོ་ཚོ་ཐམས་ཅད་ད་ནི་ཅིག་ཆུ་ཉམས་སུ་ལེན་གི་འོ་ནི་ད་ནི་དེ་བཞིན་འདི་ནི་ད་རེ་ཆུ་ཅིག་སྒྲུབ་པ་ད་རེ་གི་བྱེད་གི་ཡོ་ནི་འདི་ཧ་ཅང་ད་རེ་གི་ཅི་ཉུང་ཅི་འདྲ་ཟིན་ན་ར་ཁོང་གི་གསུང་ཡག་གི་མོ་ཆི་རེ་ཟིན་ན་ནི་ད་རང་རེ་གི་ད་རེ་གི་སྟོན་པ་སངས་རྒྱས་གི་ད་རེ་གི་གསུང་ནི་འོ་ད་ཅིག་གི་གཞིའི་ད་རེ་གི་རྣམ་གཞག་ཡིན་ན་ར་འདྲ་གི་ལམ་གི་ད་རེ་གི་བགྲོ་སྟངས་ཡིན་ན་ར་འདྲ་གི་དེ་བཞིན་དུ་ད་རེ་གི་འབྲས་བུའི་ཡོན་ཏན་ལ་སོགས་པ་གི་དེ་ནས་ད་རེ་གི་ནང་ཆོས་གི་ནང་ན་གསུང་ནི་གང་དང་གང་ཡིན་ན་ར་ནི་ད་འདི་ལྟ་རིགས་ས་ཡན་སའི་རིགས་པའི་ལྟ་རིགས་གནད་དང་མི་འགལ་བ་མ་ཟད་དུ་ནི་ད་ལྟ་རིགས་ས་ཡན་སའི་རིགས་པ་འདི་ཡང་ནི་གཅིག་རྨང་གཞིར་ལྟ་བའི་ལྟ་རིགས་བྱེད་ཆོག་གོ་ཟེར་ཁྱེད་རང་ངོ་ད་ནི་ལྟད་མོ་ལྟ་རིགས་གསུང་ངོ་འདྲེ་ད་འདི་གསུང་སྐྱིད་པོ་ལྟ་རིགས་རྒྱུ་མཚན་འདི་ལྟ་རིགས་ཕྱི་རིས་ཟེར་གྱི་སྐྱ་འཛེགས་ན་ད་ས་ཡན་སའི་ཟེར་ན་དེང་སང་ལྟ་རིགས་འདི་དབྱིན་ཇིའི་གི་སྐད་ད་ཚན་རིག་ད་ནི་རིགས་སིར་ན་ད་འདི་མོ་ལྟ་རིགས་ཟེར་འོས་ཡག་གི་ཕྱི་རིས་ཟེར་ན་ནང་བ་སངས་རྒྱས་པའི་ལྟ་སྒོམ་ཕྱོགས་གསུམ་གི་ནས་ནི་དེ་ནས་ལྟ་རིགས་ད་གཅིག་ལྟ་རིགས་རྣམ་གཞག་གང་དང་གང་ཡིན་ན་ར་ན་གཅིག་ཚན་རིག་གི་ལམ་གི་འདི་ལ་ལྟ་རིགས་གཅིག་གནོད་པ་ཡོད་ཀྱི་ད་ནི་ཚན་རིག་གི་ལམ་གྱི་འདི་ལྟ་རིགས་སུན་འབྱིན་སུན་འབྱིན་ཐུབ་ཀྱི་གཟིགས་ན་ཚིག་གཅིག་ཡང་ནི་དེང་སང་ལྟ་རིགས་ཡོད་ཀྱི་ཡོད་ནི་མ་རེད་དུ་མ་ཡོད་པ་མ་ཟིན་ནི་དཔེར་ན་ད་ནི་ཅིག་སེམས་ཁམས་རིག་པ་དང་ནི་དེ་བཞིན་དུ་ནི་ཅིག་སྐྱེ་བ་སྔ་ཕྱི་དང་ནི་ད་འདིར་རྣམ་གཞག་མང་བོ་གཟིགས་ཏེ་ཕྱི་རེ་ཟད་ཀྱི་སྤྱན་གཟིགས་ཡིན་ན་དེ་ནས་ད་རིགས་ད་ཚན་རིག་པ་ཐམས་ཅད་ཀྱི་ཡང་ནི་ཅིག་སྣང་བ་སངས་རྒྱས་པའི་ད་རིགས་ཆོས་བ་དེ་ནས་ད་རིགས་གཞི་བཅོས་རེ་ཁྱེར་ཡོང་བས་ད་ནི་མི་མཐུ་དེ་ན་བརྟག་དཔྱད་བྱེད་ཀྱི་ད་ཞིབ་འཇུག་བྱེད་དགོས་འདྲེ་ད་འདི་ཞིབ་འཇུག་བྱས་ནས་འབྲས་བུ་དེ་ཡང་ནི་ཅིག་ཚན་རིག་གི་ལམ་ནས་གཏན་ནས་ད་རིགས་དགོངས་མི་ཐུབ་པ་མང་བོ་གཟིགས་དུ་ནི་དེ་ནི་ནང་བཅུད་ལ་བརྟེན་ནས་ཁྱེར་ཡོང་བ་དང་དཔེར་ན་ད་རེས་ཀྱི་ད་མཁས་པ་ཆེན་པོ་ད་རེས་ཀྱི་དེ་ནི་ད་རེས་སེམས་ཁམས་རིག་པ་སྨྲ་བའི་ཡོངས་ཀྱི་གཟིགས་ཀྱི་གཟུགས་ནི་རེད་ད་ཁོང་ཡང་ཁ་ཆད་ཞོག་ད་ནི་གཅིག་ད་དུས་བར་སྐབས་སུ་གཅིག་འཛམ་གླིང་གླིང་གི་སྟེང་ན་ནི་སེམས་ཁམས་རིག་པའི་ད་རེས་ཀྱི་ཚན་རིག་གི་ད་ད་ཧ་ཅང་ད་རེས་ཀྱི་དྲག་རྒྱ་ཆེ་བ་ད་ནི་ད་རེས་ཀྱི་བྱས་རྗེས་ཆེ་བ་གི་ལྟད་མོ་གི་ད་རེས་མི་སྣ་ཟིག་གི་སོང་འདྲེ་རེད་ད་ནི་ཁོང་གི་ཡང་ནི་གཅིག་ད་རེས་ཀྱི་ད་ནམ་བཞི་གི་གནས་སྐབས་ན་དེ་ནི་ད་རེས་ཀྱི་ནང་ཆོས་ཀྱི་སྒོ་གི་ཁྱད་པར་དེ་ཡང་ནང་ཆོས་ཀྱི་རྙིང་མའི་ད་རེས་ཀྱི་ད་ཐུགས་སྤྲོར་ཆེན་པོའི་ད་རེས་ཀྱི་ཐུགས་སྤྲོར་གྱི་རྣམ་གཞག་ད་འདི་དག་ཚོ་ཐམས་ཅད་དུ་ནི་དེ་ནས་ད་རེས་བློ་གཞུང་ཞིག་ཁྱེད་རང་བ་དང་ནི་ཁྱད་པར་དུ་ཡང་ནི་བོད་ཀྱི་ནང་སྟུག་གི་ཅིག་བླ་མ་དང་ནི་སྤྲུལ་སྐུ་མང་བོ་ཟིག་ག་ད་རེས་ཁོང་གི་ཐུགས་འཕྲད་ཀྱིས་ཁོང་དང་ད་རེས་མཉམ་དུ་ནི་སྐད་ཆ་ཡང་ད་རེས་མང་བོ་བཤད་དེ་བཞིན་དུ་ནི་དེང་སང་ད་རེས་དག་ཡིན་གྱི་ད་ནི་འདི་མོ་ཐམས་ཅད་ཀྱི་ཡིག་ཐོག་ན་མང་བོ་ཟིག་ཡོད་གི་ཡག་གི་ཕྱིར་ཟིག་ནས་ཡིན་ན་ད་ཁོ་དེ་ད་རེས་སློབ་གྲྭ་ཟིག་གི་ནང་ན།

ད་ཡིན་ནའང་ནི་ཁོང་རྣམ་པ་ཐམས་ཅད་ཀྱི་འགྲོགས་ལམ་ཞིག་ཡིན་ད་ནི་མཐར་ཐུག་གཏན་འབེབས་བྱེད་རྒྱུ་དེ་ཕྱི་རོལ་ཟས་ཀྱི་སྤྱན་གཟིགས་ཡིན་ན་ད་ཚེ་འདི་ཡིན་ན་འདྲ་གི་ཚེ་ཕྱི་མ་ཡིན་ན་འདྲ་གི་གར་རྩེད་དེ་རིང་སྣང་བ་སངས་རྒྱས་པའི་ཆོས་ལུགས་འདི་གཅིག་གར་རྩེད་དེ་རིང་ད་རེས་འཛམ་བུའི་གླིང་གི་ད་རེས་ཤེས་ཡོན་ཤེས་བྱ་ཐམས་ཅད་ཀྱང་ནི་གཅིག་ཕར་ཆེར་ད་རེས་རྩེ་གསུམ་པར་ལྟ་བའི་ལྟར་བསྔགས་བརྗོད་ཧ་ཅང་ད་རེས་རྒྱ་ཆེན་པོ་ད་རེས་བྱེད་ཡོད་དོ་ཀི་དེ་མོ་ད་རེས་ཡི་གེ་ཡིན་ན་ར་ནི་དྭངས་སང་ད་རེས་ད་ནུབ་ཕྱོགས་ཀྱི་མཁས་པ་ཐམས་ཅད་ཀྱི་ཁྲོད་ནའང་ནི་ཡི་གེ་ཧ་ཅང་རིན་ཐང་ཅང་མང་བོ་ད་རེས་འཇགས་ཀྱི་ཡོད་སྐོར་ནི་རེད་དེ་ཅི་ཡིན་ན་ད་རེས་ཀྱི་ཅིག་ཚང་མ་གི་རང་རང་སོ་སོའི་ཅིག་བསམ་བློ་གཏང་ཕྱིར་ཡོང་ནི་ཡིན་ན་ཅིག་དེང་སང་འགའ་རེ་གི་གཟེངས་ནས་ན་ཅིག་དངོས་ནས་ཅིག་ཆོས་ལུགས་ཐམས་ཅད་ཀྱི་ནང་ན་ཡང་ན་ཅིག་ནང་བ་སངས་རྒྱས་པའི་ཆོས་ལུགས་འདི་ཚོ་ཅིག་སྐྱག་སྐྱིག་གི་ཅིག་ཕུར་དུ་ཕྱིན་ཨུ་ཏོ་བསམ་རྒྱུ་བོ་ཅིག་འགའ་རེ་ད་རེས་ཀྱི་ནུབ་ཕྱོགས་ཚོ་ཡིན་ན་ཅིག་མཁས་པ་འགའ་རེ་ཅིག་དེ་མོ་རྟོགས་པ་ཡོད་དགོས་ནི་རེད་ང་ཚ་ག་ད་རེས་ཀྱི་ད་བོད་ཡུལ་གྱི་ཕྱོགས་ཀྱི་ནས་ན་བོད་པ་འགའ་རེ་ཡིན་ན་ན་རང་གི་ད་རེས་ཀྱི་ཕ་ཕྱོགས་གཙང་མ་འདི་འདི་མོ་ད་རེས་ཀྱི་ཅིག་ཁྱད་པར་ཅན་ཚིག་ད་ནི་ཁྱད་ཆོས་ཅན་ཚིག་འདི་ད་རེས་ཀྱི་ཡིན་ནོ་འོ་ད་ད་རེས་ཀྱི་ངེས་ཤེས་ཡང་དག་པ་སྐྱེས་མེད་དོགས་ཀྱི། མི་ཧ་ཅང་མང་བོ་ཟུར་དུ་བཏང་སང་ད་རིག་ཡོད་གི་ཡོད་ནི་རེད་ད་འདི་ཚོ་ཐམས་ཅད་གཅིག་བྱོས་ན་ཅིག་ཁག་ཡོད་ནི་མ་རེད་ཕྱི་རེ་ཟིན་ནམ་ཉི་སི་དང་སི་ཡིན་ན་ར་ནི་དེའི་ལྷག་བསོད་དང་ནི་དེ་བཞིན་དུ་དེའི་འཁོར་ཡིག་དང་ནི་དེ་བཞིན་དུ་ནི་དེའི་ད་རིག་རིག་གནས་གི་ད་རིག་ད་བརྒྱུད་ལམ་མང་བོ་ཟིག་དང་ནི་ད་རིག་ཤིག་སྐྱིན་ཐེབས་འཇོག་རྒྱུ་བོ་དུ་ཆུ་ཉིད་གི་སོང་བོ་འདྲེ་དི་ཡིན་ནི་ཁྱེད་རང་དེ་དང་སང་གི་ད་རིག་ད་འདི་ནི་ནག་གཞུང་ཚོ་ཡིན་ན་ར་ནི་འཁོར་ཡིག་ཡིན་ན་ར་ནི་ཅིག་ད་ན་ལྷ་མེད་སྨྲ་བ་དང་དངུག་རྩོད་རང་ལུགས་ད་འདི་མོ་གི་ད་རིག་འཁོར་ཡིག་གི་ནང་དུ་ཡ་ར་མཚར་ལོངས་བྱུང་བ་ཁྱེད་རང་དེ་ད་རང་གི་ཅིག་ད་རིག་སྔོན་གྱི་ད་རེས་ཀྱི་ཕ་མའི་ཡང་མིག་གི་ནས་སྤྲོ་སྐྱིན་བཟུང་བ་ནང་གི་ད་ནང་ཆོས་དང་ནི་རིག་གནས་འདི་མོ་ཐོ་ཙམ་ཆུ་དང་ནི་ད་ཅིག་བཞང་བ་ཞེས་བསྐྱུར་བ་ཅིག་གོར་སྐྱོབ་ཡག་བ་ད་རེས་ཀྱི་མེ་དེ་ཁྱེར་འོང་ནི་རེད་དེ་ནས་དང་སང་གི་ད་རེས་ཀྱི་ཅིག་སློབ་གསོ་གི་དབང་དུ་བྱེད་ཀྱི་བྱ་འཛིན་ཡིན་ན་རང་ད་ཅིག་དགེ་རྒན་དང་ནི་དེ་བཞིན་དུ་ཅིག་སློབ་གྲོགས་ད་འདི་མོ་ཚོས་ད་རེས་དངུལ་སུམ་བརྒྱུད་ནས་ནི་རང་ང་ད་རེས་ཀྱི་ད་སི་ར་ད་རེས་སློབ་གསོ་ཐེབས་ཡོད་ནུ་བོ་དེའི་ནང་དོན་གྱི་ནང་ནང་དོན་ཆ་ག་འདྲི་ཟིན་ཅོ་ན་ར་ཡང་ཅིག་ངི་ཆད་ཀྱི་ད་རེས་ནང་ཆོས་དང་ནི་བོད་ཀྱི་རིག་གནས་ད་མི་མཐུན་པའི་ད་རེས་ཀྱི་ལྟ་གྲུབ་མང་བོ་ཟུག་དང་ཡང་ན་ཅིག་རིམ་པ་བཞིན་དུ་ལྟར་གི་ཡོད་ནི་རེད་ད་འདིའི་སྟེང་ནས་ཁྱེད་རེ་ངོས་ཀྱིས་ཁྱེད་རྣམ་པ་ཐམས་ཅད་ཀྱི་བསམ་པ་ཡིན་ན་འདྲ་གི་དེ་བཞིན་དུ་ནི་ལྟར་རིག་གཅིག་རང་གི་ལྟར་རིག་གཅིག་ཤོད་པ་ཡིན་ན་འདྲ་གི་འདི་དག་ཚོ་ཐམས་ཅད་དོ་དང་ཅིག་གཞན་དང་གཞན་དང་ལྟར་རིག་འགྱུར་གཞན་དང་གཞན་དུ་འགྱུར་ནི་མ་ཚུད་པ་གི་ནས་ནི་ད་ཅིག་ཚུར་མི་ཡིན་ཞིག་གི་ལྟར་རིག་ཤོད་པ་དང་ནི་བསམ་ཚུལ་མང་བོ་ཟིག་དང་ཁ་ཚང་དེ་རང་ལྟར་ཡོང་གི་ཡོད་ནི་རེད་ད་འདི་དག་ཚོ་ཐམས་ཅད་ལྟར་ཕྱིར་ན་ལྟར་རིག་ཁག་ཡོད་ནི་མ་རེད། གཉིས་སུ་དང་སུ་ཡིན་ན་ར་ནི་འཁོར་ཡིག་གི་མི་ཕལ་ནི་གཟུགས་དང་འཁོར་ཡིག་གི་ད་རེས་ཤིག་སྐྱིན་མི་ཐེབས་ཀྱི་གཟུགས་དང་མི་ཆགས་ཀྱི་ནང་ཆོས་ཀྱི་ཤ་དེ་ཡིན་ན་ཅིག་ས་ལ་གནས་པའི་བྱང་ཆུབ་སེམས་དཔའ་ཚོ་ཡིན་ན་ར་ཧ་ཅང་ད་རེས་དཀོན་གསུང་གི་བོ་ནི་རེད་དེ་ཡིན་ན་ད་རེས་དཀའ་མོ་རེད་ད་ན་ད་གཙོ་བོ་དུ་ཆི་ཟིག་རེད་བཟོས་ན་དེ་ནས་ད་རེས་འཛམ་གླིང་གི་ད་རེས་མཁས་པ་ཚོ་ཐམས་ཅད་པོ་གི་ཡིན་ན་ར་ནི་གར་ཚང་དེ་རུ་མི་ཆགས་གི་ད་རེས་བོད་ནང་གི་ནས་ནི་འདི་ན་ཅིག་ལོ་ཆུང་འགའ་རེ་གི་ད་རེས་པར་པར་གཟིགས་འདུག་ཀྱི་འདྲི་འདྲི་ད་དེ་མོ་ད་རེས་གཏན་ནས་ད་རེས་གཟིགས་ཡོད་ནི་མ་རེད་ཕྱི་རེས་ཟེར་ན་དེང་སང་ད་རེས་ཅིག་བོད་ཀི་ནང་ན་ཡང་ནི་ཅིག་འདི་ན་ད་ཅིག་ལ་ལ་ལ་ལ་གི་ཅིག་ད་རེས་སློབ་གྲྭ་འདི་ད་རེས་གི་ད་ཅིག་ཆེ་རིམ་ཡིན་ན་འདྲ་གི་འབྲང་རིམ་ཡིན་ན་འདྲ་གི་འདི་ཙམ་རིགས་རྒྱུ་དེ་ཁྱེར་ཡོང་ངེས་ད་ནི་དེ་ནས་དེ་དགེ་རྒན་ད་རེས་གི་ཅིག་ད་ཅིག་ལྟ་བ་ད་རེས་གི་ལོག་ལྟ་ཚོ་ཅིག་ངས་ཟེར་གི་མེད་ད་ནི་ལྟ་བ་ད་རེས་གི་ཅིག་མ་འདྲ་བ་ད་ནི་དུས་མོ་ཐམས་ཅད་པུ་ད་རེས་གི་སློབ་ཁྲིད་འགའ་རེ་གཉེར་ནས་ཁྱེར་ཡོང་དུས་ད་ནང་ཆོས་དུ་ཅིག་ཁུ་རོ་རེ་ཟེར་གོ་ནི་འདི་འདྲ་ནང་ཆོས་དུ་ཅིག་བཀག་རྡོ་རེ་ཟེར་གོ་འདི་འདྲ་ད་དུས་མོ་འགའ་རེ་ད་རེས་གི་ཟེར་དག་ཅིག་ག་ལ་གང་འཚམ་ལོ་ཆ་ཞིག་རིང་ན་ཡོད་ནི་རེད་དྭངས་སང་ཚོ་ཡིན་ན་དེ་རྒྱམ་ཚོ་ཅུང་ཟུག་ཉུང་ངུ་འགྱོ་དགོ་ནི་རེད་ད་ད་ངོ་མ་གི་ཅིག་ད་རིག་ཕྱིར་ན་ད་རིག་སྐད་ཆ་གཟེང་འདུག་ཀྱོ་རང་རང་སོ་སོ་ཡང་ན་ཅིག་སྐད་ཆ་བཤད་ན་ད་རིག་གཏམ་བཤད་དང་རང་དབང་ཡོད་བརྩི་དགོ་ནི་རེད་ད་གཏམ་བཤད་དང་རང་དབང་ཡོད་བརྩི་འདུག་ཀྱི་འདི་ཡང་ན་ཅིག་གནས་ལུགས་ལྟར་གདམ་པའི་སྒོ་གི་ནས་ནི་གཏམ་བཤད་ན་དེ་རང་དབང་ཡོད་ཟེར་ནི་རེད་མ་གཏོགས་རྫས་མིན་ན་རང་ཨ་ཅིག་ད་རིག་གང་བྱུང་གང་ཤར་དུ་མ་རབ་བཤད་གི་འདུག་ཀྱི་གཅན་ཟིག་ཡིན་ན་ད་ཅིག་སྨྱོན་འབབ་ལབ་རྡོར་ཚོ་རྫས་འདི་འདྲ་འདྲ་ཟིག་གི་ནས་ན་དུ་ད་རིག་སྨྱོ་བཤད་བྲིས་མ་གཏོགས་རྫས་མིན་ན་ད་དེ་ལ་ད་རིག་རྒྱུ་མཚན་རྣམ་དག་ཟིག་དེ་ཡོད་ནི་མ་རེད། གར་སྟེགས་ངོ་མས་ད་རེས་ཀྱི་ཆུ་གཟེངས་འདུག་ཅི་ད་ཅིག་ཁུག་རོ་ད་ནི་ད་འདི་མོ་ཟིག་ཡིན་ན་ཅིག་ཚེ་འདི་ཡིན་ན་འདྲ་གི་ཕྱི་མ་ཡིན་ན་འདྲ་གི་ངི་ཆ་གི་འཚོ་བ་ད་རྐང་དང་རྐང་ཡིན་ན་ཕམ་འབྲས་ཅི་ཡང་མེད་པ་གི་ནས་ནི་དེ་མོ་གི་ད་རེས་ཀྱི་ནག་གནོན་ཤིག་ཟིག་ཡིན་ཅོག་ན་དེ་ལ་ད་རེས་ཁུག་རོ་ཟོས་ན་ར་ཆོག་ནི་རེད་རེད་ད་ནི་གར་སྟེགས་དེ་རང་ད་རེས་ཀྱི་ཆུ་འདི་ཚོ་ཡིན་ན་ངོ་མ་གི་ཅིག་ད་རེས་ཀྱི་ཆུ་གཟེངས་འདུག་ཅི་འདི་ཅིག་མིའི་ད་རེས་ཀྱི་སེམས་མ་ཕན་ཐོགས་ཅོད་ད་ནི་དེ་བཞིན་དུ་མིའི་ད་རེས་ཀྱི་གར་སྟེགས་དེ་རིང་གི་འཚོ་བ་གི་ཁྲོད་ན་དཔེར་ན་ད་རིགས་མི་དང་མིའི་བར་གྱི་འབྲེལ་བ་ཡིན་ན་ར་འདྲ་གི། མི་དང་སྤྲོ་སྐྱིད་ཀྱི་བར་གྱི་འབྲེལ་བ་ཡིན་ན་ར་འདྲ་གི། མི་ནས་ཁྱེར་ངོས་མི་དང་ད་རིགས་རང་བྱུང་ཁབ་ཀྱི་བར་གྱི་ད་རིགས་འཆམ་མཐུན་མཛད་དགོས་ན་ར་འདྲ་གི། ཁ་རྩང་དེ་རང་གི་གནས་ན་ངི་ཆད་ཀྱི་ཡིན་ན་ད་རིགས་གཞི་བདེ་མཐར་ཐུག་པ་དང་ན་དེ་བཞི་འདི་ནི་བདེ་སྐྱིད་མཐར་ཐུག་པ་བསྐྲུན་པར་བྱེད་ཀྱི་ཅན་ཟིག་ན་ཁ་རྩང་དེ་རང་ངུ་ནས་ཡོད་ཅིག་ད་རིགས་ནང་ཆོས་ལ་ད་རིགས་བརྟེན་ན་འགྲིག་ཟིག་སྲིད་ཀྱང་ད་རིགས་དེ་ལྟ་བུ་ད་རིགས་ཡོང་གི་ཡོད་ནི་མ་རེད་དེ་ལྟ་བུ་མི་ཡོང་རྒྱུ་འོ་འདི་ཡང་ན་ཅིག་ངི་ཆད་ཀའི་ད་རི་གའི་ཆུ་བ་ཐམས་ཅད་ཀྱི་བསྟོད་པ་ཙམ་ཟིག་ཡིན་གི་ཡོད་ནི་མ་རེད་དཔེར་ན་ད་རིའི་འབྲུག་རྒྱལ་ཁབ་ཡིན་ཁ་ཆེ་ཕྱོགས་ད་ནི་འཛམ་བུག་གླིང་གི་ད་བདེ་སྐྱིད་ཀྱི་མཚོ་འགྲམ་ཧ་ཅང་ད་རི་གའི་མཐོ་བ་གི་རྒྱལ་ཁབ་དེ་མོ་ཟིག་ག་ད་རི་གའི་སྲུང་བར་ད་དོ་ནི་རེད་རེད་ད་ནི་ཁོང་ཆད་ཀའི་ད་རི་གའི་དེ་རྒྱར་མང་དཔལ་འབྱོར་གྱི་ད་རི་གའི་སྡོམ་རྩིས་ད་འདི་མོ་ཐམས་ཅད་ད་རི་ཁྱེར་ཡོང་ན་འཛམ་བུག་གླིང་གི་ཧ་ཅང་སྔོན་ཐོན་གྱི་རྒྱལ་ཁབ་ཆག་གི་དཔལ་འབྱོར་ད་ད་རི་ཁྱེར་ཡོང་དེ་ཧ་ཅང་ད་རི་གྲངས་དམའ་གི་འོ་འདྲེ་རེད་ད་ནི་ཁོ་ཚོ་བྱམས་ཆེན་གི་གནས་ན་སེམས་ནང་དེ་འདི་ལྟ་བུའི་བདེ་སྐྱིད་ཀྱི་ཚ་གྲང་དེ་ཡར་རམ་མཐོར་རྒྱུག་གི་རྒྱུ་མཚན་དེ་ཅི་རེད་ཟེར་ན་ད་དེང་སང་ད་རེས་ཀྱི་ཤར་ལྷོ་ནུབ་བྱང་གི་མཁས་པ་མང་བོ་ཟིག་གི་གནས་ན་དེ་ནས་ད་རེས་འབྲུག་རྒྱལ་ཁབ་ཡིན་ཁ་བྱས་ཆོག་ད་ནི་ཕྱུག་གི་རྒྱལ་ཁབ་ཟིག་དེ་ཡིན་ན་རེད་ཕྱུག་གི་ད་རེས་ཀྱི་རྒྱལ་ཁབ་འདས་ཅིག་ཐག་པ་ཆེན་པོའི་ཕྱུག་ཁོ་ན་མ་གཏོགས་བཙོན་མི་གནས་ན་དེ་ནས་གཞན་གྱི་ད་རེས་ཀྱི་ལྟ་བར་རྙོག་མ་ད་ནི་དེ་བཞིན་དུ་ནི་ཅིག་ཤོས་པ་འདྲ་དང་མི་འདྲ་བ་ཆགས་ཀ་མེད་ཚོང་ནི་རེད་ད་འདས་དེ་ནས་ཁྱེད་རང་ངོས་ད་ནི་ཅིག་ད་རེས་ཀྱི་འཛམ་བུ་གླིང་གང་ན་མཁས་པ་མང་བོ་ཟིག་གི་གནས་ན་དེ་འདས་ད་རེས་ཀྱི་དེ་ནས་ད་རེས་ཀྱི་གདངས་འཇོག་བྱེད་ཀྱི་ཡོད་ནི་རེད། ད་འདི་དག་ཚོ་ཐམས་ཅད་དུ་ནི་ཅིག་རིང་ཁུར་གི་ངི་ཚེ་གེ་ད་རི་ག་ནས་ནི་ད་འདི་ལ་ཡ་ར་ཅིག་སྒྲིབ་སྐྱུག་གི་ཅིག་ལོང་ཟིག་ད་ནི་སྒྲིབ་སྐྱུག་གི་ཡ་ར་ཅིག་ད་རི་ག་སྐད་ཆ་ཙམ་ཟིག་མ་ཡིན་པ་གི་ནས་ནི་ཅིག་ཚང་མས་ད་རི་ག་བསམ་བློ་བཏང་ན་ར་ནི་དེང་སང་ཕྱིར་ན་ད་ཆོས་ལུགས་ཅིག་འདྲ་དང་མི་འདྲ་ཟིག་ཡོད་ནི་རེད་ད་ད་ཆོས་ལུགས་འདྲ་དང་མི་འདྲ་ཡོད་ནི་ནང་གི་ཡང་ན་ཅིག་ང་ཚོ་བསམ་བློ་བཏང་རྒྱུ་ཅན་ཟིག་ཡིན་ན་ཅིག་སྐྱག་སྐྱིག་གི་གཞིབ་འཇུག་དང་ནི་གཞིབ་མོ་དུས་མོ་ཚོ་ཤེས་ཡོད་ནི་མ་རེད་ད་ནི་ད་ག་ལ་གང་འཚམ་གི་ད་རེ་གི་ཆུ་པ་ཆུ་ལུག་ཐམས་ཅད་གང་ན་དྭངས་སང་གཞུང་ཆ་ག་ན་རང་རང་སོ་སོའི་ད་རེ་གི་ཡིག་རིགས་འདྲ་དང་མི་འདྲ་བ་བརྒྱད་རེ་ཁྱེར་ཡོང་གི་ད་འཇིག་རྟེན་གི་ཁམས་ན་ཁ་རྩ་དེ་ན་བཞག་གི་ནི་རེད་དེ་ཡིན་ནི་ཁྱེར་ཡོང་དུས་ངི་ཆ་གི་ད་རེ་གི་ལྷོ་གཞུང་ཞེས་ན་ར་ན་བ་ད་རེ་ད་རེ་གི་ཆུ་ལུག་དཔེར་ན་དྭངས་སང་ད་རེ་གི་ཡེ་ཤེས་ཆུ་ལུག་འདྲ་ཙན་ཁ་ཆ་བཞག་ད་ནི་ད་ཡེ་ཤེས་ཆུ་ལུག་གི་ནི་རབ་གཟུགས་གི་ད་རེ་གི་མང་ཚིག་ད་ནི་འདིའི་ད་རེ་གི་ད་རྣམ་གཞག་མང་བོ་གཟུགས་ད་ནི་ཅིག་ནང་ཆོས་གི་ནང་ང་ད་རེ་གི་དེ་སི་ར་ད་རེ་གི་འདྲེ་ཡིས་ད་དོ་ནི་རེད། ད་རབ་གཟིགས་ཀྱི་ཟས་ནི་ཡིན་ན་ད་རིང་འདི་གཅིག་ལོ་དང་ནི་འདི་མོ་དྲུག་གི་ཁྱེར་ཡོང་དང་ནི་རྗེས་མ་ད་རིག་ཡེ་ཤེས་རིང་ཁ་ཆད་ཞོག་དང་ནི་གཙོ་བོ་དང། ནང་ཆོས་ཀྱི་ད་རིག་གི་ནི་ནི་དེ་ནི་ནང་དོན་མང་བོ་གཟིགས་དང་ནི་ཁོང་གི་ད་རིག་ཆོས་ལུགས་ཡུལ་གཞི་ཁ་ཟས་ཡི་མཁས་པ་མང་བོ་གི་ནི་ནི་དང་སང་སྒྲོག་ལམ་བཤད་ཀྱི་ཡོད་ནི་རེད་ད་དེ་ཡིན་ནོར་སྟོབས་ཀྱི་ནི་དཔེར་ན་ད་རིག་གི་ད་དབྱིན་ཇིའི་གི་དེ་ནས་ད་རེས་ཀྱི་བསམ་བློ་པ་དང་ནམ་མཚར་ཉིན་རིག་པ་བ་ཧ་ཅང་ད་རེས་མཁས་པ་ཆེན་པོ་ད་རེས་ལོ་སུ་ཟིག་གི་དགོས་ནི་རེད་ད་ལོ་སུ་དུ་ཆི་རེ་ཟིག་ན་གཅིག་དགུར་ལྔ་བཅུ་ང་གཉིས་ལོ་ཙམ་ཟིག་ག་དེ་ནས་འཛམ་བུ་གླིང་གི་ནི་ནོ་བེ་ཨར་ད་རེས་ཀྱི་རྩོམ་རིག་གི་ད་རེས་ཀྱི་ཤག་ག་ཐོ་བའི་ཁྱེད་རང་བ་ད་ན་ད་དུས་རབས་དུས་དབང་དུ་བྱེད་ནི་ཡིན་ན་ད་རེས་ཀྱི་ད་དེ་ལྟ་བུའི་ད་རེས་མཁས་པ་གྲགས་ཆེན་དུ་ཧ་ཅང་དཀོན་མོ་གི་ནི་ན་དུས་མོ་གི་ད་རེས་གསར་གཏོད་མང་བོ་ཡོད་ཚ་གི་ནི་ནི་མཁས་པ་ཟིག་ད་རེད་ད་ཁོང་གི་ཟེར་ནི་ཡིན་ན་ཆི་ཟེར་ནི་རེད་ཟེར་ན་ཁོའི་ལྟ་རིགས་འཛམ་བུ་གླིང་གི་ལྟ་རིགས་ཆོས་ལུགས་འདྲ་དང་མི་འདྲ་སྣ་མང་གི་ཆོས་ལུགས་ཀྱི་ཐད་ཀ་ནས་ནི་ཁོའི་ལྟ་རིགས་གཏོར་བསྔགས་ཀྱི་མེ་ཏོག་འཐོར་ས་དེ་གང་ཡིན་ཟེར་ནས་ན་ད་གཙོ་བོ་ལྟ་རིགས་སྣང་བ་སངས་རྒྱས་པའི་ལྟ་རིགས་ཆོས་ལུགས་འདི་ཡིན་ཟེར་དེ་ཡིན་གཅིག་གི་རྒྱུ་མཚན་འདི་ཅི་རེད་ཟེར་ནས་ན་ཁོའི་ལྟས་ན་ལྟ་རིགས་ཤེས་རབ་དང་ནི་མི་གཞི་ཀུན་གྱི་མཐའ་ནས་ལྟས་ཀྱི་སྤྱན་གཟིགས་ཡིན་ན་སངས་རྒྱས་ཕྱག་རྒྱ་ཐུབ་པ་དང་ནི་དེ་ནས་ལྟ་རིགས་ཡེ་ཤེས། ཨ་ད་རིག་ད་ཡིད་ཤེས་ཟེར་གྱི་འདི་ནི་གཙོ་བོ་ད་རིག་ཁོང་རྒུ་ཨ་ད་རིག་ཆུ་གི་ད་རིག་ད་སྤྲུལ་མཇེ་དཔའ་བོ་ཛེ་ན་ར་ནི་འདྲ་གི་ཕྱིར་ན་ད་ནི་ཁོང་རྒུ་ཟེར་གྱི་འོ་དི་འདི་འདི་ད་རིག་ནི་ནི་དེ་ནས་ད་རིག་ཆུ་ལུག་གཞན་པ་འདི་མ་ར་ད་རིག་ཁྱབ་བསྒྲགས་བྱེད་ཁྱེར་ཡོང་ད་ནི་རྗེས་མ་ནི་ད་རིག་ནི་དེ་ནས་ད་རིག་ད་ཆུ་ལུག་ནང་ད་རིག་ནང་འཁྲུག་བྱུང་ཁྱེར་ཡོང་ད་ནི་ཕར་ཆེ་བ་འདི་ནི་ད་ཧ་རུ་བརྒྱུད་ངེས་ད་ནི་དི་གི་མ་ར་ད་རིག་ད་བགྲང་བྱ་ཟེ་ནི་རེད་ད་རྗེས་མ་ད་རིག་ནི་ལྷ་ཡི་ར་སྐྱེས་སོང་བ་ཟེར་ཁྱེར་ཡོང་ད་ནི

སངས་རྒྱས་ཤཱཀྱ་ཐུབ་པ་དང་དེ་ནས་ད་རེས་ཡེ་ཤེས་གཉིས་ཀ་འདི་རེས་ཁྱེར་འོང་དུས་ད་ད་རེས་སངས་རྒྱས་ཤཱཀྱ་ཐུབ་པ་འདི་ད་རེས་ཁྱད་དུ་འཕགས་པ་ཟི་དང་ཕུར་དུ་བྱོན་པ་ཟི་རེས་ཟི་ཡིས་ཁྱེར་འོང་ད་དུ་བསྟོད་བསྔགས་ཞུས་ཡོང་ནོ་ད་དྭངས་སང་ཡང་ན་ད་རེས་དེ་ནས་ད་རེས་ཡི་གེ་མང་བོ་ཟི་གི་ནང་ན་ད་རེས་དེ་གསུང་ངོ་ནི་རེད་དེ་ཡིན་ན་ངོ་མ་ད་རེས་གཅིག་ངེད་ཆེ་གེ་ད་རེས་ད་གཅིག་མཁས་པ་དེ་མོ་གཅིག་དང་གཉིས་ཙམ་ཟི་གི་ནས་ན་གཅིག་སྒྲུབ་བྱེད་ཙམ་གི་ནས་ན་ཆོས་ལུགས་ཁ་ཚང་མ་ཟིག་དུ་སྒྲུབ་བསྟོད་འགོ་ནི་རུ་ཚོད་ན་དུ་སྒྲུབ་བསྟོད་འགོ་གི་རྒྱུ་མཚན་ན་ཅང་ཡོད་ནི་མ་རེད་ད་ནི་དུ་བསམ་མ་བསམ་གི་མེད་རེད་ད་ནི་གཅིག་ཚང་མ་ལ་དེ་རིགས་གཅིག་མཁས་པ་ཚོ་ཐམས་ཅད་ཀྱི་ནས་ནི་ཆི་ཟེར་གི་ཡག་གི་ད་མཁས་པ་ཚོ་དེ་དག་ཐམས་ཅད་ཀྱི་དུ་ཟེར་གི་ཡོད་ནི་ཡིན་ན་ཁྱེད་ཅག་གི་དེ་རིགས་དེ་ལྟ་བ་དེ་ཁས་ལེན་ནི་རེད་ད་ཁས་ལེན་ནི་མ་རེད་གལ་ཏེ་ཁས་མི་ལེན་གྱི་སྐྱ་འཛིན་ཡིན་ན་དེ་ནས་དེ་རིགས་མཁས་པ་དེ་དག་ཚོ་ཐམས་ཅད་ཀྱི་ནས་དེ་ནས་དེ་རིགས་འདོད་པ་དེ་རྔ་ན་བསྐོར་དེ་ཁྱེར་ཡོང་བས་དེ་ལ་དེ་རིགས་གཅིག་མི་ཆད་ཀྱི་ཚད་མའི་གཞུང་གི་བཤད་ནི་ཡིན་ན་གཅིག་དགག་བཞག་སྤང་གསུམ་ཟེར་གྱི་གཟུགས་ཁྲིམས་དུ་ཧ་རུ་དེ་རིགས་དགག་རང་ལུགས་ཀྱི་དེ་རིགས་གྲུབ་མཐའ་དེ་ཡི་ཧ་ཟེར་དུ་བཞག་དེ་ནས་ད་རེས་ཀྱི་དེ་གཙོར་དཔང་ལྟར་བྱས་པའི་ཁྱེར་ཡོང་བ་དང་ལའི་ཡང་དག་པ་གཟུགས་འདེབས་གསུམ་གོ་ནི་རེ་བཙལ་མིན་ན་རང་ང་ཅི་ཡང་མེད་དེ་ཁྱེར་ཡོང་བའི་ད་ནི་གཅིག་ངི་ཚེ་གིས་ད་རེས་ཀྱི་སྣང་བ་སངས་རྒྱས་པའི་ཆོས་ལུགས་ཟེར་གྱི་འདུག་ཅི་འདའི་ར་ན་ད་རེས་ཟེར་ནི་རེ་ངི་ཚེ་གིས་བཏབ་པའི་ཆོས་ལུགས་ཁོ་ན་གཟུགས་ད་ནི་དགེ་བཤེས་ཆོས་ལུགས་ཁོ་ན་གཟུགས་ད་ད་དེ་མོ་གཟུགས་ཡིན་ད་རེས་ཀྱི་གཏན་ནས་བཟོས་གལ་ཡང་མེད་བསམ་གལ་མེད་དུ་མི་བསམ་ཁྱད་པོར་རྒྱུ་མཚན་འདི་ཆི་རེ་ཟེར་ན་དྭངས་སངས་ད་རེས་ཀྱི་སངས་རྒྱས་ཕྱག་རྒྱ་ཐུབ་པའི་ད་རེས་ཀྱི་ད་གསུང་འདི་ཕར་ཆེ་བ་ཟི་ལྟར་རྒྱ་གར་ར་ཡིན་ན་ར་ནི་ད་གཅིག་བསྟན་པ་དེ་ལ་དགྲ་ལྷ་ནག་སྲི་མ་བྱུང་བ་ཁྱེར་ཡོང་བ་ད་རབ་གཟུགས་ད་ནུབ་སོང་ནི་རེད། དེ་འདི་ཁ་ཚང་ཆ་ཚང་བ་ཟིག་ཡོད་གོ་ནི་མ་རེད་དམ་ད་ཆ་ཚང་བ་ཟིག་ཡོད་ཀྱི་དབང་དུ་བྱས་ན་ར་ན་དང་སང་ཡོད་ནི་དུ་དཔེར་ན་ང་ཅི་གི་བོད་ཡིག་གི་དབང་དུ་བྱས་ན་ར་ན་ད་སངས་རྒྱས་ཕྱག་རྒྱ་དེ་པའི་གསུང་དུ་ན་གཏམ་བབ་བརྒྱ་དག་དར་ཡུག་བརྒྱ་ཙམ་ཟིག་དུ་ན་དང་སང་དར་ཡིག་ཡས་གོ་དུ་ཡག་གི་ད་འདི་ཡོད་ནི་བ་རང་གནའ་ནས་ད་མ་ཐུག་གི་བར་དུ་ན་འཇིག་རྟེན་གི་ཁམས་དུ་ན་ཕྱིར་འགྲན་འདྲེ་དར་ཡིག་མཁས་པ་མང་བོ་ཟིག་དུ་ལོ་ཉུལ་སྟངས་ལྷག་གི་རང་བྱུང་མྱོང་ཟིག་ད་འདི་དག་ཚོ་ཐམས་ཅད་ཀི་ནི་ནི་ངོ་མ་ཡིན་ན་དར་ཡིག་བསམ་བློ་གཞན་དང་ན་དེ་བཞིན་དུ་ན་དར་ཡིག་ལྟ་བ་གཞན་པ་ཚོ་ཐམས་ཅད་དུ་འགའ་རེས་ལོ་བརྒྱ་ཕྲག་རེག་ནས་རྒྱག་གི་འགའ་རེས་ལོ་བཅུ་ཕྲག་འགའ་རེག་ནས་རྒྱག་གི་ད་འདི་དག་ཚོ་ཐམས་ཅད་དུ་འཇིག་རྟེན་ཁམས་མ་བྱུང་བའི་ཕྱིར་ངོ་དེ་མ་ཐག་ཏུ་རང་སྐྱེ་ཡིས་རང་ཤི་འགྱོད་རྒྱུ་གྲུབ་མཐའ་མང་བོ་ཟིག་ཏུ་ཡོད་དགོས་ནི་རེད་ད་ནི་ད་སྣང་བ་སངས་རྒྱས་པའི་ད་རེའི་གྲུབ་མཐའ་འདི་གཅིག་ངུ་ནས་གི་ཅིག་ད་རེ་གི་དྭངས་སང་ཡིན་ན་ར་ནི་ནུབ་ཕྱོགས་ཚན་རིག་ཧ་ཅང་དར་རྒྱས་སུ་འགྱོ་གི་ཡོད་ནི་མཁས་པ་ཐམས་ཅད་གི་ནི་ནི་ཅིག་ངོ་མ་ད་རེ་གི་ཤར་ཕྱོགས་སུ་ཡང་ནི་ཅིག་སངས་རྒྱས་ཤཱཀྱ་ཐུབ་པ་ལ་སོགས་པ་གི་འདི་མོ་གི་ད་རེའི་མཁས་གྲ་ཐམས་མཁས་པ་ཐམས་ཅད་ཀྱི་ནི་ནི་དཔེར་ན་ད་རེས་འདི་ར་གི་སྐབས་ན་བཤད་ནོ་མིའི་ལུས་ཀྱི་ད་རེས་ཆགས་ཚུལ་ཡིན་ན་ར་འདྲ་གི་དེ་བཞིན་དུ་ནི་ད་རེས་ངི་ཆད་ཀྱི་ད་རེས་བྱང་ཆུབ་སེམས་དཔའི་ད་རེས་སྡེ་སྣོད་ཀྱི་སྐབས་ན་བཤད་པའི་ནི་མིའི་ད་རེས་སེམས་ཁམས་ཀྱི་ད་རེས་གཞི་བདེ་ད་ནི་ད་འདི་མོ་ཚོ་ཐམས་ཅད་ཀྱི་ནི་ནི་གཞུང་ལུགས་དེ་ན་རེ་དེ་ད་རེས་བཤད་པ་དང་ནི་ཞིབ་འཇུག་བྱེད་ཁྱེད་རང་དེ་ད་ངོ་མ་ད་རེས་ཁོང་རྣམ་པ་ཡང་ན་ཅི་ཧ་ལི་ཅིག་གི་ད་རེས་ཡ་མཚང་གི་ཡོད་ནི་རེད་ཕྱི་རི་གཟིགས་ཀྱི་སྤྱན་གཟིགས་ན་ཏི་ཡང་ན་ཅིག་ང་ཆད་ཀི་ད་རེག་འདིའི་མཚམས་སུ་གི་ནས་ན་ཅིག་ལུ་ང་ཆུང་ཆུང་གི་ནང་གི་ནས་ན་ཏི་འདི་ཅིག་སྐལ་བཀྲ་མཐོན་པོ་གི་གཏོར་སྔགས་ད་རེག་དབྱངས་སུ་གྱེར་བ་གཙང་སྲིད་དུ་མ་ཡིན་པ་གི་ནས་ན་ངོ་ཅིག། ཁྱད་པར་དུ་ཡང་ན་ཅིག་ད་ནུབ་ཕྱོགས་གི་ཅིག་འདིའི་ལྷོ་བཀྲ་དང་ནམ་མཁའི་པ་འདི་མོ་ཚོ་ཐམས་ཅད་ད་ཐོན་ནས་ཁྱེར་འོང་སྟེ་ངོ་མེད་ཅིག་ང་ཆ་གི་འོད་པ་འགའ་རེ་གི་ཅིག་ནགས་གཞོན་ཚོས་ཅིག་ལས་ལུག་ཅར་སྟོང་འདུག་ཉང་གི་མ་ཁུ་བསམ་གི་འདུག་ཅིག་འོ་གི་ནས་ན་དེ་ནས་རང་ཡང་ན་ཅིག་ད་རེག་ད་ཅིག་རང་སྐྱོན་རང་གི་ད་རེག་ཤིས་ཀྱི་འདྲ་འདྲ་ཏི་མོ་མོ་ཟིག་ཏུ་ཡོང་གི་འདུག་ན་རེ་ཁོ་དེའི་ཚོ་ཡོད་ན་ད་རེས་ང་ཆ་ག་འདིའི་མཚམས་ཀྱི་ད་རེས་དེ་ནས་ད་རེས་སློབ་གྲྭ་ད་ཅིག་ཨ་མི་རི་ཀའི་དཔེར་ན་རྒྱལ་ས་གི་ནས་ནི་དེ་ནས་ཅིག་ད་རེས་ཝ་སིན་ཏྲན་ད་རེས་སློབ་ཆེན་མཛད་ཀྱི་འདྲ་འདྲ་དེ་བཞིན་དུ་ད་རེས་ཕྱོགས་ཀྲི་ཏོན་སློབ་ཆེན་མཛད་ཀྱི་འདྲ་འདྲ་དེ་བཞིན་དུ་ཨ་མི་རི་ཀའི་ད་རེས་ད་ད་རེས་རྒྱལ་ས་ཉུའུ་ཡོག་གི་ནས་ནི་དེ་ནས་ཧྭ་ཧྥོར་སློབ་ཆེན་ད་ཀི་ལིམ་པི་ཡར་སློབ་ཆེན་མཛད་ཀྱི་ད་དེ་མ་ཡིན་པ་གི་ནི་འདི་ཡོ་རུབ་ཕྱོགས་གི་ནས་ནི་འཇར་མི་ནིའི་ས་ཆ་གི་ནས་དེ་འདི

སེམས་གཏིང་ནས་ད་རེས་ཀྱི་ལྟ་ཅི་བརྗེད་ཐུབ་མེད་པའི་ངེས་ཤེས་ཟིག་སྐྱེས་སོང། ངེས་ཤེས་དེ་ཆི་ཟེར་རེ་ཟེར་གྱི་ཆ་ཟིག་ཡིན་ན་ངོ་མ་ད་རེས་ཁ་སང་དེ་རང་ཆགས་ཀ་བོད་ཡུལ་ན་ཡོད་ནི་གི་ནས་ནི་ཅི། ད་མང་ཙམ་གྱི་དབང་དུ་བྱས་ན་རང་ཅིག་ད་རེས་ཀྱི་ཤེས་ཡོན་པ་ཡིན་ཟེར་ཁྱེར་འོང་བ་དང་དྭངས་གཙང་ད་རེས་ཀྱི་སློབ་གྲྭ་སོ་སོ་ཡིན་ན་འདྲ་གི་ལས་ཁང་སོ་སོ་ན་དེ་ནས་སྐྱ་རྒྱུག་གི་ཁྲོད་ན་ཡང་ད་རེས་ཀྱི་མང་བོ་ཟིག་ཡོད་དགོས་ནི་རེད། དེ་བཞིན་དུ་ཅིག་དགོན་པ་གྱི་ནང་ན་ཡང་ན་ཅིག་ད་རེས་ཀྱི་བླ་སེར་ཡིན་ན་ར་འདྲ་གི་ལྟད་མོ་མང་བོ་ཟིག་དུ་དྭངས་གཙང་ཡོད་གི་ཡོད་ནི་རེད་ཡོད་གི་ཡོད་ནི་རེད་ད་ན་ད་ཕྱི་རྒྱུར་ཚོ་འདི་དག་ཚོ་ཐམས་ཅད། ཁྱད་པར་དུ་ཡང་ནི་ནུབ་ཕྱོགས་ཀྱི་དམ་ཚིག་འདི་ཡོ་རུབ་དང་ནི་ད་རེས་ཀྱི་འདི་ནི་ཨ་མི་རི་ཀར་རྒྱལ་ཁབ་དང་འདི་ཙག་ཙུག་ཐམས་ཅད་ཀྱི་དགེ་རྒན་དང་ནི་འདི་ཙག་ཙུག་ཐམས་ཅད་ཀྱི་སློབ་མ་ཆེ་གེ་ནི་ནི་ངི་ཆད་ཀྱི་འོས་བསྡུའི་ནང་དུ་ན་ཅིག་དོ་སྣང་བྱེད་ཚུལ་དང་ནི་འདི་ཆད་ཀྱི་དགའ་ཞེན་ཡོད་ཚུལ་དང་ངི་ཆད་ཀྱི་འོས་པ་གི་ནང་ན་ར་ནི་ཅིག་ཡོད་ཡོད་ནི་རེད་ད་ནི་ད་མི་མང་བོ་ཟག་འདི་ལྟ་བུའི་ད་རེས་ཀྱི་ད་ཅིག་བསམ་བློ་ཟེར་དགོས་ན་ར་འདྲ་གི་འདི་ལྟ་བུའི་ད་རེས་ཀྱི་དེ་འདི་ད་རེས་ཀྱི་སེམས་ཁུར་དུ་ཅིག་ཡོད་ཀྱི་མེད་ཁ་བསམ་རྒྱུ་བོ་ད་རེས་ཀྱི་ནི་ཐང་མང་བོ་བར་དུ་ཅིག་ངོ་ནས་དྲང་ནས་ཀྱི་ད་རེས་ཀྱི་བསམ་པ་སྐྱེ་བྱུང་ཤི་ན་ཡང་ན་ད་སློབ་གྲྭ་འདི་དག་ཚོ་ཐམས་ཅད་གང་ཞིག་གིས་བོད་བརྒྱུད་ནང་བསྟན་ད་རེས་ཀྱི་ཞིབ་འཇུག་བྱེད་ནོ་གི་སྒེར་གྱི་འདར་སློབ་མ་མང་བོ་ཟིག་ག་ཐུགས་འཕྲོད་བྱེད་ནི་ཡིན་དེ་ནས་ཁྱེད་རང་འདི་ཁོང་ཅག་གི་ད་རེས་ཀྱི་ཞིབ་འཇུག་གམ་འབྲི་རེ་བ་དེ་ཁྱེར་འོང་བའི་དང་དེ་ནས་ད་རེས་ཀྱི་ཅིག་བོད་ཡིག་ད་ནི་བོད་སྐད་འདི་མོ་སློབ་སྦྱོང་བྱེད་ཀྱི་ཡོད་ནའི་ར་ཐང་ད་ན་ད་འགའ་རེ་འགའ་རེ་དེ་དངོས་གནས་ཀྱི་ཅིག་ད་རེས་ཀྱི་བོད་སྐད་ནང་ཆོས་ད་ནི་འདི་མོ་ཚོ་ཐམས་ཅད་ད་ནི་དད་པ་བྱེད་ཀྱི་ཡོད་ད་ཧ་ཅང་ད་རེས་ཀྱི་རིན་ཐང་ཅན་འགྲེལ་བསམ་གྱི་ཡོད་ཕྱི་རུ་གཟིགས་ནས་ནགས་ན་རྔ་མ་སྐྱ། བླ་མ་ཡིད་བཞིན་ནོར་བུ་དང་ཕར་ཆེ་བར་དགུ་བཅུ་ལྐོག་གསུམ་ལོ་ཡིན་ན་དང་ད་ལོ་ཉི་ཤུར་ལྔ་ན་ད་རེས་ཨ་མི་རི་ཀ་བྱོན་མྱོང་ནི་རེད། ཨ་མི་རི་ཀ་བྱོན་དུས་ད་རེས་ཧྭ་ཧྥོར་སློབ་ཆེན་གྱི་སྒེར་གྱི་འཛིན་གི་དི་ནས་ཁོང་གི། ད་ལྟའི་གནས་སྐབས་ན་ནང་ཆོས་དེ་ལ་ད་རེས་སློབ་སྦྱོང་བྱེད་གི་ཡག་གི། དེ་བཞིན་འདི་ནི་ད་རེས་ཁི་ལོ་ལ་ཀྲོ་སློབ་ཆེན་ཚེ་གཅིག་བཟོ་འདྲི་ད་དེའི་ནང་གི་ཡང་སྒེར་གྱི་འགའ་རེ་གི་དི་ནས་ལོ་ཉི་ཤུར་ལྔ་ན་ད་རེས་གི་དི་ནས་ད་རེས་ནང་ཆོས་གི་ཁྱད་པར་དུ་ཡང་ནར་ཉང་མིའི་ཤོག་ཁག་གཏེར་ཆོས་དང་ནི་འདི་མོ་ཐམས་ཅད་དང་ཉམས་ལེན་དང་ནི་ཞིབ་འཇུག་བྱེད་གི་ཡག་གི། ད་ལྟ་རིགས་ལོ་ཉི་ཤུ་སོང་ཚར་ཏེ་ད་རུང་ཡང་ཁོང་རྣམ་པ་ཐམས་ཅད་ཀྱི་ནི་ནི་ཅིག་དངོས་གནས་ཅིག་ད་རིགས་དད་པ་དང་ནི་དག་སྣང་དེ་བཞིན་དུ་ནི་ཅིག་ཧ་ཅང་ད་རིགས་ཤེས་རབ་ཟབ་མོར་གོ་གི་མི་ཐུབ་ནས་ནི་ད་རིགས་དེ་འདི་ལ་ད་རིགས་ཕྱི་ཟེར་གོ་འགྲོ་རིགས་པའི་སྒོ་ནས་ནི་ད་རིགས་ད་ཅིག་བརྟག་དཔྱད་བྱེད་རྒྱུ་ད་ནི་དེ་བཞིན་དུ་ནི་ཅིག་དད་པ་དང་འདི་མུར་གོ་གི་ནི་ནི་ཉམས་ལེན་བྱེད་རྒྱུ་འི་ཐ་ན་འདི་ད་ད་ད་རིགས་རྩོད་ལེན་བྱེད་དགའ་གི་ད་ངས་བསམ་བློ་བཏང་ནས་ནང་ཆེ་གེ་ད་རེད་ཅིག་བོད་ན་ཡོད་ནི་གི་ཅིག་མཁས་པ་དང་ནི་ཁྱད་པར་དུ་ཡང་ན་ཅིག་དང་སང་སློབ་གྲྭ་ཆེ་ཆུང་ན་ཡོད་ནི་གི་ནས་ན་ད་འདི་མོ་ཚོ་ཐམས་ཅད་གི་ནི་རང་ལ་དར་གི་ནོར་བུ་ཡིད་བཞིན་གི་ནོར་བུ་ལྟ་བ་ཟིག་དང་ཡོད་ནི་རེད་ག་ཚོད་དེ་ན་འོག་གི་རིག་གནས་དུ་བཞེངས་དགོས་ན་ར་ན་ཕར་ཆེ་བ་ཟིག་གི་ནས་ན་ཅིག་སྐབས་ལས་ཐིམ་མོ་ཟིག་དང་ཡོད་དགོས་ནི་མ་རེད་ཕྱིར་ཟིན་ན་ང་ཆེ་ག་ད་རིག་འོད་པ་རེད་བོད་ཡིག་ཀྱང་ཕར་ཆེ་བ་ཟིག་གི་ཤི་ནི་རེད་བོད་སྐད་ཀྱང་ཕར་ཆེ་བ་ཟིག་གི་ཤི་ནི་རེད་དེ་བཞིན་དུ་ང་ཆེ་གེར་དགོན་པ་གི་ནང་གི་ནས་ན་ཅིག་དགེ་བཤེས་དག་རྣམས་ཁམས་པོ་འདི་མོ་ཚོ་ཐམས་ཅད་ཀྱི་ཟུར་ཀི་ལུང་ལེན་དགོས་ན་ར་འདྲ་གི་དེ་བཞིན་དུ་ཁྲི་ལུང་བཞེར་དགོས་ན་འདྲ་གི་ངོ་མ་གི་ད་རེ་གི་ཕྱི་རྒྱལ་གི་མི་དག་ནི་རྒྱ་ནག་གི་མི་འདི་ཚོ་འདི་མོ་ཚོ་ཐམས་ཅད་དག་བརྩིས་ནས་ཁྱེར་ཡོང་ན་ད་ང་ཆེ་ག་ལ་ཧ་ཅང་ད་རེ་གི་ལས་སླ་པོ་རེད། ཕྱི་རིགས་ཟེར་ན་ཁོང་རྣམ་པས་ལྷོ་གཞུང་ཕྱིར་རྒོལ་ན་ད་གཅིག་སྡུད་ད་རིགས་འགྲོ་སོང་ངམ་ཧ་ཅང་ཆེན་པོར་རྒོལ་གི་ཡག་གི་གཉིས་རྩིས་ཐ་སྐད་ཡིན་ན་དུས་ད་རིགས་ངི་ཚེ་གི་བོད་སྐད་ད་ནི་འདི་མོ་ཐམས་ཅད་ད་རིགས་བཞེངས་རྒོལ་ཡག་གི་གསུམ་རྩིས་ཐ་སྐད་ནི་ནི་བོད་ཡིག་འདི་མོ་བཞེངས་རྒོལ་ཡག་གི་ད་འདི་མོའི་ད་རིགས་རྒྱུད་ལམ་མང་བོ་གཟིགས་ཡག་གི་དེ་ཁྱེར་ཡོད་ངོས་ད་ནི་དེ་ནི་རིམ་གྱིས་ད་རིགས་ཁོང་ཚད་གི་ཡང་ན་འདིའི་ནང་ཆོས་འདི་ཉམས་སུ་ལེན་ལྟོས་ཀྱི་སྤྱན་གཟིགས་ན་ངི་ཚེ་ག་ད་རིགས་བོད་གངས་ཅན་གི་ད་རིགས་རྒྱུན་ལྡན་སྐྱེས་དེ་བཞིན་དུ་རང་གི་གཅིག་ཕ་མེས་ཡང་མེས་གི་ནི་ཡིད་བཞིན་གི་ནོར་བུ་ལྟ་བུའི་སྤྲུལ་སྐུ་འདི་ཚོ་ཐམས་ཅད་ཀྱང་ནི་ཁར་ཚང་དེ་རང་མར་ཉམས་གི་ཡོད་དུས་ད་འདས་གཅིག་ད་རེས་ཕངས་སེམས་སྤུ་ཙམ་ཡང་མེད་པའི་ཁྱེད་རང་ད་རུང་གཅིག་རིག་གནས་གཞན་དག་ནི་རིགས་པ་གཞན་ཚང་གི་སྤྱི་སེམས་དྲང་བྱེད་དང་དངོས་གནས་གཅིག་འདི་གཅིག་ཡང་དག་པ་ཟིག་མ་རེད་བསམ་རྒྱུ་རང་ཡང་ནང་གཅིག་བསམ་ཚུལ་ཟེར་དགོས་ན་འདྲ་གི་ལྟ་ཚུལ་དེ་ལྟ་བུ་ཟིག་དངོས་གནས་དྲང་གནས་ད་རེས་ཡོད་ནི་ཡིན་དེ་ཡིན་ནའི་ནང་དེ་རྣམ་པ་ཚོ་ཡིན་ན་ར་ནི་གཅིག་དེང་སང་ད་རེས་གཅིག་ཚང་མ་གི་ནས་ནི་ད་གཅིག་མི་རིགས་གཞན་དག་ནི་སྤྲོ་སྐྱིད་གཞན་དག་ནི་ཁྱད་པར་དུ་ཡང་ན་གཅིག་དེང་རབས་ཀྱི་ནས་ནི་འདི་ན་གཅིག་སྤྱོད་པ་འདྲ་མི་འདྲ་དང་གླུ་དབྱངས་འདྲ་མི་འདྲ་སྐད་ཆ་འདྲ་མི་འདྲ་ད་འདི་མོ་ཚོ་ཐམས་ཅད་ཀྱི་སྤྱི་སེམས་ཉག་གཅིག་ཅན་ཟིག་ཡིན་ན་འདི་གཅིག་ད་རེས་ཀྱི་ཧ་ཅང་ད་རེས་ཀྱི་ཁྱད་ཆོས་ཆེར་སྣང་གི་ནས་བསམ་པ་མང་ཟུག་ཏུ་སྐྱེ་ཡག་གི་ཞེ་ཁྱེད་ཀྱི་ཡིན་ན་ཅིག་སྤྱི་ཚོགས་ཀྱི་ད་རེས་ཀྱི་རིམ་པ་མི་འདྲ་བ་བཞིན་འདི་ནི་མི་རང་རང་སོ་སོ་ཡང་ན་དྭངས་སང་གི་སྐད་ཀྱི་དབང་དུ་བྱས་ན་ད་ཅིག་རིན་ཐང་གི་ལྟ་བ་ཅིག་མི་འདྲ་བ་མང་ཟུག་ཏུ་ཡོད་ཀྱི་ཟེ་ག་ཡོད་ནི་རེད་དུ་ཡོད་ད་ཡོད་ནི་རེད་དུ་ཡོད་ན་མི་ཆོག་གྱི་ཅིག་ཡོད་ནི་མ་རེད་ད་ད་དེའི་ནང་སྐུལ་གི་ནས་ནི་ཅིག་ང་ཆ་ག་ད་རེས་ཀྱི་ནི་དེ་ནས་བོད་པ་ཟིག་ཡིན་པའི་ཆ་གི་ནས་རང་རང་སོ་སོ་ད་རེས་ཀྱི་ཅིག། དེ་འདིའི་དབང་དུ་བྱེད་ཀྱི་སྤྱན་གཟིགས་ཡིན་ན་ཅིག་གཏམ་དཔེའི་ལྷ་ཆོས་འདས་ཅིག་ཉམས་སུ་ལེན་གྱི་སྤྱན་གཟིགས་ན་ངོ་མ་ལྟ་རིག་རང་གི་ཅིག་འཚོ་བ་གི་ལྟ་རིག་གནས་སྐབས་མཐར་ཐུག་ཕམ་པར་རྒྱ་ཆེན་པོ་གསུམ་བྱུང་དགོས་ནི་རེད་ཚེ་ཕྱི་མའི་དབང་དུ་བྱས་ན་ཡང་ན་ཅིག་ལྟ་རིག་སྐྱེ་བ་ཚེ་རབས་ནས་ཚེ་རབས་ཀྱི་བར་དུ་ནི་དེ་དངོས་གནས་ཅིག་ལྟ་རིག་གནས་ན་ནང་བ་སངས་རྒྱས་པའི་ལྟ་རིག་ཆོས་ལུགས་འདི་ཉམས་སུ་བླངས་ཁྱེར་འོང་དེ་ད་ཅིག་ཚེ་རབས་ནས་ཚེ་རབས་ནི་ཡར་དུ་བདེ་བ་ཕུན་སུམ་ཚོགས་པ་ལྟ་རིག་ཉམས་སུ་མྱོང་རྒྱུ་འོ་དུ་ལྟ་རིག་ལྷོད་མེད་སྙོམས་མེད་ཀྱི་ལྟ་རིག་གསུངས་བསྡད་དོ་ནི་རེད། ད་ལྟའི་བརྩམས་སྲོལ་གྱི་ལྟ་རིགས་བསམ་བློ་བཏང་ཡས་ཁྱེར་འོང་དེ་གཅིག་ངོ་མ་གི་གཅིག་དེང་སང་གི་ལྟ་རིགས་ན་ཆུང་དང་དེང་སང་གི་གཞོན་ནུ་མང་བོ་ཟིག་གི་ནས་ནང་ཆོས་དང་དུ་གཏོར་འགྱོད་ཀྱི་དུ་ངས་ལྟས་ན་ལྟ་རིགས་འདི་གཅིག་ཚན་རིག་དང་ཡང་མཐུན་པ་ཟིག་ཏུ་མ་རེད་སྤྲོ་སྐྱིད་དང་ཡང་མཐུན་པ་ཟིག་ཏུ་མ་རེད་ཁྱད་པར་དུ་ཡང་ན་ལྟ་རིགས་རང་གི་གཅིག་མིའི་ལྟ་རིགས་ལུགས་ཟེར་དགོས་ན་རང་འདྲ་གི་ད་མིའི་ཁར་སང་དེ་རང་གི་ལྟ་རིགས་ཀུན་ཤུགས་ཀྱི་དེ་ནས་ལྟ་རིགས་བྱེད་སྟངས་ཟེར་དགོས་ན་འདྲ་གི་ད་འདི་དག་ཚོ་ཐམས་ཅད་གང་དང་གང་ན་ཡང་ན་གཅིག་ཡག་ཟིག་ཏུ་ལྟ་རིགས་མཐོང་དགོས་ནི་མ་རེད་གལ་ཏེ་འདི་བརྩམས་སྲོལ་འདི་ཉམས་སུ་ལེན་གྱི་བྱ་འཛིན་ཡིན་ན་ཐ་ན་གཅིག་ཆུང་ས་ཟིག་གི་ནས་རང་གཅིག་གནད་ངན་པ་ཟིག་ཡོང་ན་ར་ན་ད་འདི་དག་ཚོ་ཐམས་ཅད་དང་ན་ངོ་མ་གཅིག་ད་རེག་ལམ་ཁྱེར་ཡོང་རྒྱུ་གན་ཧ་ལི་གཅིག་གི་ད་རེག་ཁེ་ཕན་རྒྱ་ཆེན་པོ་བཟོ་ནི་རེད་ཁོ་དེ་ཕྱི་རེ་ཟེར་ན་མ་མཐུན་ན་སི་ཁྲོན་ཞང་ཆེན་བོད་ཡིག་སློབ་གྲྭ་གི་དགེ་རྒན་ཟིག་གི་འཆལ་ཁྲིད་བྱེད་དེ་དག་སོང་གི་ཡག་གི་ཕྱི་རེ་ཟེར་ནས་ན་ཁོང་གི་ད་རེག་སློབ་གྲྭ་གི་ནང་གི་ད་རེག་སློབ་མ་ཟིག་འགས་བུད་ནི་རེད་ཟེར་སློབ་མ་འགས་བུད་དེ་རྗེས་མ་ད་རེག་ནས་ནི་དེ་ནས་ད་རེག་བྱ་བྱིས་སྐྱེས་དེ་ད་ནི་དེ་ནས་བྱ་བྱིས་སྐྱེས་མ་ཏོ་ཡིས་ད་ནི་དེ་ནས་ཁྲག་ཁྲག་མང་བོ་ཡོང་བས་ད་ནི་རྗེས་མ་ད་རེག་ད་ཤི་སོང་ནི་རེད་ཟེར་ད་འཆི་བའི་གནས་སྐབས་ན་ཆི་རེ་ཟེར་ན་དུག་གི་ཁུག་གི་རྒྱུན་མདངས་ནི་ནི་ཅིག་ཡ་ར་ཅིག་གསོལ་འདེབས་དང་ནི་དེ་བཞིན་དུ་ནི་ཅིག་རྒྱུན་མདངས་གི་གནས་ནི་རང་གི་ད་རེས་སྨོན་ལམ་ལྟ་བས་ཁྱེར་ཡོང་བས་ད་ནི་ད་འཆི་དུས་ད་ཅིག་སྡུག་བསྔལ་མེད་ནུས་གིར་གོ་གི་གནས་ནི་ད་རེས་ཤི་སོང་བ་ཟེར་ད་དུ་འཆི་སྐྱིད་པོའི་རྒྱུ་མཚན་ཆི་རེ་ཟེར་ན་མོ་རང་གི་ཁིར་གས་ད་རེས་གཟིགས་མོ་རང་གི་གཟིགས་ཟེར་ད་ཁོ་ཅིག་ད་རེས་གི་སློབ་གྲྭ་ནང་ན་ཡོད་དུས་དགེ་རྒན་བཟང་བོ་ཐམས་ཅད་གི་ད་རེས་བཀའ་དྲི་ན་ད་ཅིག་མི་ཚེ་ཟེར་གི་འདུག་ཅི་དུ་མི་རྟག་པ་ཡིན་ནི་རེད་ཟེར་ཡིས་ད་ནི་སློབ་ཁྲིད་མང་བོ་ཟིག་བྱེད་མྱོང་བ་ད་ཁོས་མི་ཚེ་གི་སྟེང་ད་རིང་མི་རྟག་པ་བཟོས་འདུག་ཅི་དེ་ཡོང་ཐག་དེ་ཡིན་ནི་ཡིན་ན་ར་ནི་ཁོས་འཇིག་རྟེན་ཕ་རོལ་དུ་འགྱོ་ནི་རེད་ད་འགྱོ་ན་ཡང་གཅིག་ད་རིག་གི་ད་སེམས་ལ་ད་རིག་སྡུག་མོར་ད་ནི་ལུས་ལ་ན་ཚ་ཆེན་པོ་ཟིག་ཏུ་མ་གི་ཆུ་ཟིག་ཅི་དེ་ངོ་མ་ད་རིག་གི་ནི་ནི་ཅིག་ཚེ་འདི་བཞིན་གཉིས་ཀ་ཕན་པ་ཟིག་ཏུ་རེད་ཟེར་ཁྱེར་ཡོང་བས་ད་ནི་དེ་ཅིག་ད་ཤི་ནོ་བ་ཅང་བདེ་ཞིང་སྐྱིད་ཀྱི་ཚོད་ཡོད་ནི་མེད་ནི་མི་ཤེས་ད་ནི་ནམ་པའི་ད་རིག་འཆི་ཁ་ནག་ཆུ་གི་སྡུག་མོར་མེ་དེ་ཁྱེར་ཡོང་བས་ད་ནི་ད་ད་རིག་གི་ཁོང་ཆེ་གི་སྒེར་གི་འཆི་ཁའི་ཏི་ཟེར་ད་རིག་ཁོང་ཆེ་གི་ཅིག་རྒྱུན་ལྡན་གི་སློབ་ཕྲུག་ཤོས་དེ་ཁྱེར་ཡོང་དུས་ད་ནང་ཆོས་གི་ཅིག་ལྟ་བ་ཟབ་མོ་ད་ནི་དགོན་པ་གླང་མོ་ཅིག་ཤེག་ཅིག་གི་ད་ན་དུས་མོ་ཅི་ཆེ་བོ་ཟིག་ད་ཅང་ཁྲི་སྐྱིད་བོ་ཅང་ཁྲི་སྐད་ཡང་ཡོད་ནི་མ་རེད་ཁྲི་ཆོ་ག་ཆོག་ནི་མ་རེད་ད་ད་ཡིན་ན་ཡང་ན་ཅིག་ཚེ་མི་རྟག་ད་ལས་རྒྱུ་འབྲས་དར་འབྱོར་རྙེད་དཀའ་འདི་མོ་གི་ད་རེ་གི་ཆོས་དུ་ཐམས་ཅད་དུ་ནི་ཅིག་ཁོང་ཅག་གི་རྒྱུན་དུ་སློབ་གྲྭ་གི་ནང་གི་སློབ་ཕྲུག་གི་ད་ཁྲོད་དུ་ཡང་ན་ཅིག་ག་ལ་གང་འཚམ་གི་ནས་ནི་དུ་ཅིག་འཇོག་གི་ཡོད་ནི་རེད་ཟེར་ད་འདི་མོ་ལ་བལྟས་ནས་ཁྱེད་རང་འདི་རྗེས་མའི་གནས་སྐབས་ན་དངོས་གནས་ད་རེ་གི་ཤི་བའི་གནས་སྐབས་ན་ཡང་ན་རང་ང་ད་རེ་གི་སེམས་བདེ་མོ་ད་ནི་དེ་བཞིན་དུ་སྡུག་བསྔལ་མེད་པ་ད་འདི་མང་ཚིག་ཏུ་ད་རིགས་འབྱུང་གི་ཡོད་ནི་རེད་ད་དེ་མ་ཡིན་པ་གི་ནི་ན་དྭངས་སངས་ད་རིགས་ཧ་ཅང་ཚན་རིག་བམ་མཁས་པ་དང་ཧོན་མཐོན་པོ་དང་ད་འདི་མོ་ཚོ་ཡིན་ན་ར་ནི་ཅིག་རང་རང་ག་ད་རིགས་ཅིག་རྒྱུ་ཡོད་དུས་ཅིག་བདེ་སྐྱིད་ཕུན་སུམ་ཚོགས་པ་ལ་ལོངས་སུ་སྤྱོད་ནི་རེད་ད་ད་རྒྱུ་ན་མེད་ཐོབ་ན་མེད་ཁྱད་པར་དུ་ཡང་ན་ཅིག་ནད་དྲག་པོའི་ན་རིགས་ཀྱི་ད་ནི་དེ་གི་འཆི་ཁ་ནག་ཆོས་ཀྱི་སྡུག་བསྔལ་འདི་མོ་ཐམས་ཅད་ད་ཐོས་ནས་ཁྱེད་རང་དེ་ལྟར་དུག་ངོར་བསམ་གྱིས་མི་ཁྱབ་པའི་ཡོངས་སུ་གཟིར་ཡས་ཁྱེར་ཡོད་དངོས་དང་ད་ངོ་མས་ད་རིག་གཅིག་ཧར་ལྟས་བཞག་ན་ར་ནི་དུག་ཡང་སྐྱུག་གི་ངང་ཚུལ་མང་བོ་གཟུགས་དུ་དྭངས་སང་ད་རིག་མཐོང་གི་ཡོད་ནི་རེད་དེ་ཡིན་ན་ད་རིག་གཅིག་རྣམ་པ་ཚོས་ད་རིག་སུ་དང་སུ་ཡིན་ན་ར་ནི་དེ་བས་ད་རིག་ཁྱེད་རྣམ་པ་ལོ་ཆུང་ཆ་གས་གཅིག་ཆུ་སྐྱག་སྐྱིད་གཟུགས་བཞག་ངས་ཁྱེར་འོང་ངི་ཆ་ག་བན་དེ་ཆ་ག་གཅིག་ཡར་ཁེ་ཕན་སྐྱག་སྐྱིད་གཟུགས་ཡོད་དེ་ཡིན་ངི་ཆ་གས་འདི་ན་ད་རིག་ཁྱི་ཆ་ག་གཅིག་ཁྱབ་བསྒྲགས་ཡས་བཀོད་ནི་དུ་ཅང་དགོས་པ་ཡང་ཅང་མེད་གི་ད་དུ་ཅང་ཡིན་ནའམ་དམིགས་ཡེར་ཡང་དུ་མིན། གཙོ་བོ་དུ་གཅིག་མི་ཚེ་གའི་ད་རིག་ད་ཁྱེར་རྣམ་པ་གཅིག་རྒྱུ་ལུམ་འདྲ་དང་མི་འདྲ་བའི་སྒོ་གི་ནས་ན་ནང་ཆོས་འདི་རིན་ཐང་ཆེ་ཟེར་གི་འདུག་སྐྱེ་བོ་འདི་གཅིག་ལུང་མི་ངོ་ཟིག་གི་བར་རང་འདས་ད་རིག་བསམ་བློ་ཡང་བཏང་བརྟག་དཔྱད་ཡང་བྱས་དེ་བཞིན་དུ་ད་རིག་ཞིབ་འཇུག་ཡང་ད་རིག་བྱས་ཁྱེར་ཡོང་བའི་ད་ན་ད་ངོ་མས་གཅིག་འཛམ་བུ་གླིང་གི་གཅིག་ད་རིག་རིག་གནས་འདྲ་དང་མི་འདྲ་བ་མི་ངོ་ཟིག་ཏུ་ཡག་གི་དེ་ནས་ད་རིག་ནོར་རྫས་ཡང་འདྲ་དང་མི་འདྲ་བ་ཟིག་མི་ངོ་ཟིག་ཡག་གི་དཔེར་ན་ད་རིག་ནོར་རྫས་གི་དབང་དུ་བྱས་ན་ད་རིག་ཤུགས་དངོས་པོ་ད་རིག་དཔར་ཡོང་གི་ནོར་རྫས་ཟིག་གི་ཟིག་ག་ཡོད་ནི་རེད། དཔེར་ན་ཁང་བ་ཡིན་ན་ར་འདྲ་གི་དེ་བཞིན་དུ་ད་རེས་ད་རླངས་འཁོར་ཡིན་ན་ར་འདྲ་གི་དེ་བཞིན་དུ་ནི་གཅིག་ནི་ཆེ་གེ་བོད་པ་ཚོ་ཡིན་ན་ར་ནི་གཅིག་གཡུ་བྱུ་རུ་གཟི་མི་ནས་ད་རེས་རྟར་ནོར་ལུགས་གསུམ་དང་འདི་མོ་ལ་སོགས་པ་ཐམས་ཅད་པོ་དང་ནི་གཅིག་བྱས་ད་རེས་གི་དངོས་པོའི་སྒོ་གི་ནས་ནི་གཅིག་ནོར་རྫས་ཡང་ཡོད་ནི་རེད་ད་ཁྱད་པར་དུ་ཡང་ནི་གཅིག་ནང་སེམས་གི་ནོར་རྫས་ཟེར་ཡང་འདུག་ཡིན་ན་ཧ་ཅང་ད་རེས་གི་རིན་ཐང་དང་བྲལ་བ་ཟིག་ཡིན་ནི་རེད། ང་ཆེ་ག་བོད་པ་ཅིག་མང་བོ་ག་ད་ཆུ་ཡོད་ཀྱི་དུ་གི་ནས་ན་དེ་ནས་ཅིག་ད་རེ་གི་རང་གི་སེམས་གི་སྟངས་ན་ན་ཅིག་མདོ་ཆུང་ཆོག་ཤེས་ཡོད་ཀྱི་ད་ན་དེ་བཞིན་དུ་ན་ཅིག་བྱམས་སྙིང་རྗེ་ཡོད་ཀྱི་ད་ན་དེ་བཞིན་དུ་དད་པ་དག་སྣང་ཡོད་ཀྱི་ད་འདི་དག་ཚོ་ཐམས་ཅད་པོ་ཏོ་ན་དངོས་གནས་ཅིག་ད་རེ་གི་ཁ་རྩང་དེ་རང་ཅིག་མི་རིགས་གཞན་དང་ན་དེ་བཞིན་དུ་རྒྱལ་ཁབ་གཞན་གི་ནས་ན་གྲོང་ཁྱེར་གི་ནང་ན་ན་ཧ་ཅང་ད་རེ་གི་དཀོན་མོ་ཡིན་དག་མི་ཐམས་ཅད་དུ་གོར་མོ་དུང་ཕྱུར་མང་བོ་ཡོད་ན་ར་ན་ད་ད་རུང་གཅིག་ད་རེས་ཀྱི་སེམས་ན་ཡང་ན་ཅིག་མ་གང་བ་དང་ན་སྡུག་བསྔལ་རྒྱ་ཆེན་པོ་ཟིག་ཡོད་ཀྱོ་ད་འདིར་རྒྱུ་མཚན་ཆི་ག་ཐི་གོ་ན་རེ་བཙལ་ན་དེའི་ད་རེས་ཀྱི་ད་སེམས་དེ་ལ་དད་པ་མེད་ཀྱི་ད་ན་སེམས་དེ་ལ་ད་རེས་ཀྱི་ཆོས་ལུགས་མེད་ཀྱི་ཆོས་ལུགས་ཀྱི་ལྟ་སྲོལ་མེད་ཀྱི་ད་འདི་འདི་ཐི་གི་ད་ད་གོ་ན་རེ་དཔེར་ན་ང་ཆི་གི་ད་རེས་འོད་པ་གི་ད་རེས་དགེ་བཤེས་ཆ་ག་ཚོ་ཡིན་ན་ར་ན་འོ་པ་གི་དགེ་བཤེས་ཆ་ག་ད་རེས་ཉི་མ་མི་འགྱོ་ཡིས་ད་ནར་དུས་ངོར་གི་ཡོང་སྲིད་ད་རེས་གི་ན་རེབ་ད་ཡོ་དག་སྲིད་ད་ཧ་ཅང་དཀོན་མོ་ཡིན་ནི་རེད་ཕྱི་རེས་ཡིན་ན་དགེ་བཤེས་སི་ཟང་སི་ཡིན་ན་ཅིག་ལ་ལ་ལ་ལ་ད་ཅིག་སྐོ་ར་ཡོང་འགྲོ་གོ་ན་ད་ཕྱག་མཚན་གོ་ན་མི་ནས་ཁྱེར་ཡོང་ན་ར་ན་ཅིག་ལག་ནམ་འཕྲང་བ་ད་འཁོར་སློབ་བཟང་བ་ཁྱེར་ཡོང་ད་རང་རང་གི་ད་ཅིག་ད་མི་ཚེ་གི་ཅིག་མཇུག་མ་ཟེག་འདུག་ཅིག་ད་ནི་ཅིག་ཚང་མ་གི་ཅིག་ཧ་ར་བདེ་མོ་སྐྱིད་པོ་སི་ད་ན་རང་རང་ག་ཅིག་བྱ་བ་ཡང་ན་ད་རེས་གི་ཡོད་ན་ལྟ་སྲོལ་ཡང་ཡོད་ན་ད་འདི་མོ་ཟིག་གི་སྐོར་གི་གནས་ན་ཅིག་འོག་གི་ད་རེས་ཀྱི་དགེ་བཤེས་མང་བོ་ཟིག་གི་ཚེ་མཐའ་དུ་འདི་མོ་ཟིག་གི་འཁྱོར་སྐོར་ནི་རེད། དེང་སང་ད་རེས་ཀྱི་མི་རིགས་གཞན་དག་ནི་དེ་བཞིན་དུ་གྲོང་ཁྱེར་གཞན་གྱི་ནང་གི་མི་ཐམས་ཅད་ཀྱི་དེ་གི་མི་ཚེ་དུ་ཕྱི་མོ་ཟིག་གི་འཁྱོར་སྐོར་ནི་རེད་ཟེར་ནས་ན་ད་ཅིག་དགེ་བཤེས་ཆེ་ག་ཡི་ན་ར་ན་ཅིག་ཆུང་དུས་ཅིག་རང་ངར་རྒྱལ་ཡོ་ད་འདྲ་གི་གཟུགས་ཡག་ན་ར་འདྲ་གི་དེ་བཞིན་དུ་ད་ཅིག་ཐོབ་སྐོར་ས་དང་ན་དབང་ཆ་མངའ་ཐང་འདི་མོ་ཐམས་ཅད་ཡོད་ན་ར་ན་ད་དགེ་སྲིང་མོ་ཁྱེད་རང་དུས་ཅིག་ཨང་མེད་དེ་ན་ད་རང་གི་ཅིག་དབུས་ཕྲུག་དག་ནི་དེ་བཞིན་དུ་བུ་ཚ་གཅིག་གིས་འདི་མོ་ཐམས་ཅད་ཀྱི་ཡང་ཅང་བྱམས་སྐྱོང་ཆེ་བོ་ཟིག་དང་མི་བྱེད། རང་ཡང་ན་ཅིག་ལ་ལ་ལ་ལ་ད་ཅིག་རྒྱུ་སྐྱག་ཅིག་ཡོད་ན་ར་ན་ད་ཉི་མ་གཅིག་དེ་མ་ར་ད་རིག་སེར་འདུག་སོགས་ཁྱེར་ཡོང་ད་ཕྱིར་གུག་བྱེད་ནི་མ་གཏོགས་རྫས་མིན་ན་ད་ཡ་རྫས་ཁྱེར་ཡོང་ད་ཉིན་ཚིག་གི་ཡང་ན་ཅིག་ད་རིག་ད་ཅིག་ངུ་བ་ཅིག་འཛུམ་ཟུག་ད་རིག་ཁུ་གྱི་ད་ན་དི་གི་སེ་མ་ཡང་ན་ཅིག་ད་རིག་ད་ཅུང་ཟི་ད་རིག་སྐྱིད་ཀྱི་ཙམ་ཟི་གི་ཏི་མུག་གི་རྣམ་པ་ཡང་ན་མེ་ཏོག་གི་མི་ཧ་ཅང་མང་བོ་ཟི་ད་དྭངས་སང་གྲོང་ཁྱེར་གི་ནང་ན་ཡོད་གི་ཡོད་རེད་དི་ཡིན་ནི་ན་ད་རིག་ངས་བསམ་བློ་བཏང་ན་ངུ་མ་ཅིག་ཚེས་འདི་ཚེས་ཕྱི་མ་དཔོན་ནམ་མཁའི་དབང་གི་མི་མཆོད་འཕེལ་གྱི་སྲུང་བ་ནི་རེ་ཚེས་གཅིག་ཡིན་ལ། ཕམ་པའི་མི་ཆོས་དང་སྟོང་ཉིད་འབྲས་བུ་རྩོལ་བའི་ལྷ་ཆོས་དེ་ཟེར། རྟགས་གཅིག་ཚེས་རིང་གི་ཚེས་འདས་གཅིག་ཕར་སྐྱེལ་གྱི་ད་རེས་འཇིག་རྟེན་གྱི་ཆོས་དྭངས་སང་ཐིག་གི་རྩ་ཁྲིམས་ཟེར་གྱི་འདི་འདྲ་དེ་བཞིན་དུ་ད་མི་ཆོས་ཀྱི་ད་རེས་ལུགས་མང་བོ་ཟེར་དུ་ཆོས་ལུགས་གཞན་གྱི་ནང་ནའང་འདྲེ་འདུལ་གྲོང་ཁྱེར་ཟེར་ག་ཡོད་ནི་རེད། ཁྱད་པར་དུ་ཡང་ན་སྟོང་ཉིད་འབྲས་བུ་ད་རེས་རྩོལ་བར་བྱེད་ཀྱི་དུ་ངི་ཆ་གི་ད་རེས་དེ་ནང་བ་སངས་རྒྱས་པའི་ད་རེས་ཚེས་ཕྱི་མའི་ད་རེས་ཆོས་ལུགས་འདི་རེད་ད་མདུན་ངོ་མ་ཅིག་ད་རིག་ཚང་མ་ལ་ཅིག་ཕ་མདོས་ཕུན་སུམ་ཚོགས་པར་དེ་སྐྱིད་དང་ན་བདེ་བཞིའི་ནོར་གྱིས་ཡོངས་སུ་ད་རིག་བཤིག་པར་བྱེད་སྐྱིད་པོ་ནི་ཅི་རིག་ཟིན་ནས་ན་ད་རིག་དམ་པའི་ལྷ་ཆོས་དུ་ད་རིག་གསུང་བ་ནི་རེད་དེ་ཡིན་ན་ད་རིག་རྣམ་པ་ཚོ་ཚང་མ་གི་ནས་ནི་ཅིག་ད་ཅིག་ཁ་རྩི་དེ་རང་གི་གཏི་བབ་འདི་ཡིན་ན་ར་ན་ཁྲ་ཁྲ་རིག་རིག་ཅིག་མང་བོ་ཟིག་ཏུ་ཡོད་ནི་རེད་ཕྱི་ཚོ་ན་ཅིག་རྟ་ཀྱི་མཐོང་རྒྱུ་རྟ་ཀྱི་རིགས་ཀྱི་མང་བོ་ཟིག་ཏུ་རྟ་ས་མཐོང་ས་མང་བོ་ཟིག་ཏུ་ཡོད་ནི་རེད། ད་གང་ལྟར་ཡང་ན་ཅིག་གཙོ་བོ་གཙོ་བོ་འདི་ནི་ཅིག་རང་རང་སོ་སོའི་ཅིག་ལོ་ཆུང་ཚོ་ཡིན་ན་ར་ནི་ཅིག་ད་ནང་ཆོས་འདི་ཅིག་སློབ་སྦྱོང་བྱེད་རྒྱུ་ད་ནི་ཉམས་སུ་ལེན་རྒྱུ་འདི་ཧ་ཅང་ད་རེས་གལ་ཆེ་བོ་རེད་དེ་ཡིན་ན་ད་རེས་དུས་དེ་རིང་ད་འདིའི་མཚམས་ཀྱི་ད་རེས་རྣམ་པ་ཚོ་ད་རེས་གཞི་རྒྱུ་གཅིག་ཡིན་དེ་ནས་ད་རུང་གཞི་རྒྱུ་གཅིག་ཆུ་གོ་ནི་རེད་ཟེར་ན་དེ་ནས་གར་རྩེད་དེ་རིང་ཁྱེད་ཀྱིས་ད་རེས་ད་བོད་པ་ཟིག་ནས་བཟུང་སྟེ་སུ་དང་སུ་ཡིན་ན་ར་ནི་ཅིག་བོད་སྐད་བྱེད་རྒྱུ་ད་ནི་བོད་ཡིག་བྱེད་རྒྱུ་ད་འདི་མོ་ཟིག་གི་ད་ད་ཅིག་ཚང་མ་ལ་ད་རིག་སྐུལ་སློང་བྱེད་ཀི་ཡོད་ནི་རེད་ཕྱི་རེ་ཟིན་ན་མི་ཆ་ག་ད་རིག་འོས་པ་ཟིག་ཡིན་ནི་བཟུང་སྟེ་ཅིག་མི་སུ་དང་སུ་ཡིན་ན་ར་ན་དི་ཡིན་ནི་བཟུང་སྟེ་ཅིག་ངོ་མ་ཡིན་ན་ཅིག་བོད་ཡིག་འདི་ངེས་པར་བྱ་འགི་ཡང་ན་ད་རིག་ཤིག་དགོ་གི་ཕྱི་རེ་ཟིན་ན་ད་བོད་ཡིག་ཙམ་ཟིག་ཏུ་མ་ཤེས་ཀྱི་ཅན་ཟིག་ན་བོད་པ་གི་ད་རིག་མྱང་འདི་ད་རིག་ཡ་ཟིག་འདི་ཏུ་ཐོག་ཐོག་གོ་ནི་མ་རེད་བོད་སྐད་ཙམ་ཟིག་ཏུ་མི་ཤེས་ཀྱི་ཅན་ཟིག་ཡིན་ན་འདི་ད་རིག་དི་ནི་བོད་པ་གི་མཚན་ཉིད་ད་རིག་གདང་གི་ཡོད་ནི་མ་རེད་དེང་སང་ཡིན་ན། གཅིག། ད་ང་ཆེ་གེ་བོ་སྐུ་ཚེ་ཁྱེར་འོང་དང་དཀའ་ཡིག་ཁ་ཚང་དག་གཅིག་འགྱུར་འགྱུར་དགོས་ན་ཧ་ཅང་དཀའ་མོ་རེད། ཡིན་ན་ཡང་ན་ངས་བལྟས་ན་གཅིག། ད་མདོ་ཁམས་གི་ད་རིག་ད་མདོ་ཨ་མདོ་ཕྱོགས་གི་ད་རིག་དཀའ་ཡིག་གཅིག་དང་ན་དཀའ་རིག་གཅིག་དང་ན་དེ་བཞིན་དུ་ཁམས་ཕྱོགས་གི་ད་རིག་དཀའ་རིག་གཅིག་དང་ན་དེ་ནས་ལྷ་ས་ཕྱོགས་གི་དཀའ་རིག་གཅིག་ད་མདོ་དབུས་ཁམས་གསུམ་ཟེར་བ་འདྲ་མདོ་དབུས་ཁམས་གསུམ་གི་ད་རིག་རྩ་བའི་ད་རིག་བོད་སྐད་ཆེན་པོ་གསུམ་དེ་དེ་ནས་ཚང་མ་གི་ད་རིག་གཞིར་བཟུང་བ་ཁྱེར་འོང་བས་ད་དུ་མ་ཡིན་པ་གི་དེང་སང་འདི་ན་གཅིག་ད་རེས་གི་དཔེར་ན་ད་རེས་གི་རྒྱ་རོང་ཡིན་ན་ར་འདྲ་གི་སྡེ་རོང་ཡིན་ན་ར་འདྲ་གི་དུ་མ་ཡིན་པ་གི་ནི་ནི་གཅིག་རྟ་གི་ད་ནི་རོང་བྲག་ལ་སོགས་པ་གི་ས་ཆ་ད་རེས་གི་སོ་སོ་སོ་སོ་ན་གཅིག་ད་གཅིག་བོར་སྐད་ཡང་གཅིག་ཡིག་སྐད་འདྲ་མི་འདྲ་ཟེར་གོ་ནི་རེད་འགའ་རེས་གི་ཟེར་ན་དེ་ལ་ལོག་སྐད་ཟེར་ནི་རེད་ད་ངས་བལྟས་ན་ལོག་སྐད་ཟེར་གྱི་མ་རེད་ཕྱི་རེས་ཟེར་ན་རང་རང་སོ་སོ་ཡིག་ཁམས་འདྲ་དང་མི་འདྲ་བ་གི་དབང་གི་ནི་ནི་སྐད་འདྲ་མི་འདྲ་བྲི་བའི་ཁྱེར་དབང་ནི་རེད་ཟེར་མ་ལོང་བ་དེའི་ནང་ན་གཅིག་སྐད་རིགས་ད་རེས་གི་འཇིག་རྟེན་གི་མིའི་ལུགས་ད་གཏན་ནས་མ་འདྲ་བ་གི་ཕྱིན་ཅི་ལོག་གི་སྐད་ཚིག་ཡིན་པའི་ད་རེས་ངེས་པ་ཡོད་ནི་མ་རེད་དེ་ཡིན་ག་ཡང་ཡོད་ནི་མ་རེད་ཡིན་ནི་རེད་ད་ནི་དེང་སང་ད་རེས་སྐད་ཅིག་དེ་དག་ཚོ་ཐམས་ཅད་དུ་ཕར་ཆེ་བ་ཟི་ག་དེ་ནི་ཡི་གེ་ཡོད་གི་ཡོད་ནི་མ་རེད་གལ་ཏེ་ཡི་གེ་དེ་མེད་ཚོང་ནས་བཟུང་སྟེ་ངི་ཆད་གི་ད་རེས་རང་གི་སྐད་འདི་བེད་བཤུ་བྱས་ཏེ་ཁྱེར་ཡོང་དུས་ད་ད་རེས་བྱེད་ཐུབ་གི་ཡོད་ནི་མ་རེད་དེང་སང་རྒྱ་ནག་ལ་སོགས་པ་སྐད་རིགས་གཞན་ཟི་གི་སྟེང་གི་ནས་ནི་དེ་ནས་ད་རེས་བེད་བཤུ་བྱེད་ཀྱི་ད་ན་དེ་ནས་རྒྱ་ནག་ལ་སོགས་པ་གི་ནས་ནི་དེ་ནས་ཡིག་རིགས་གཞན་ཟི་གི་སྟེང་གི་ནས་ནི་བེད་བཤུ་བྱེད་ཀྱི་མ་གཏོགས་རྫུན་མིན་ན་ད་དཔེར་ན་ད་རེས་ཅིག་དེང་སང་གླུ་དབྱངས་ཟི་ག་ད་རེས་གི་ཉན་ནི་ཡིན་ན་ར་འདྲ་གི་མི་ནི་ད་རེས་གི་འདི་ད་རེས་གི། ད་ཅིག་བརྙན་འཕྲིན་ན་ལྟ་ནས་ན་ར་འདྲ་གི་གློག་བརྙན་ན་ལྟ་ནས་ན་འདྲ་གི་འདི་དག་ཚོ་ཐམས་ཅད་བོད་དོན་བོད་ཡིག་གི་སྟེང་གི་ད་རེས་ཀྱི་ལྟ་རྟོག་གི་ཡོན་མ་རེད་བོད་སྐད་ཀྱི་སྟེང་གི་བརྙན་ཐོག་གི་ཡོན་མ་རེད་དེ་ཡིན་ནའི་ན་ཅིག་མ་འོངས་གནས་སྐབས་ན་ཅིག་དཀའ་རིགས་ཆེན་པོ་བསུ་མ་ཟེར་ར་ད་རེས་ཀྱི་བོད་པ་ཐམས་ཅད་ཀྱི་ཡང་ན་ཅིག་རང་རང་སོ་སོ་སྤྲོ་སྐྱིད་འདི་ཡང་ན་མ་ཉན་པའི་སྒོ་གི་ད་ཁྱོད་ད་རེས་ཅིག་རང་རང་སོ་སོ་ཡེར་ཀི་བཙོས་ཡོད་ཅག་ན་དུ་མཐའ་གཅིག་ཏུ་ན་དུ་གསར་མའི་ད་སྟང་སྟོན་དགོས་གི་ཟེ་ག་ཡང་ཡོད་ནི་མ་རེད་ད་ནི་སྐབས་དེ་དུ་མི་སྟང་གི་ཅན་ཟིག་ཡིན་ན་ར་ན་གཙོ་བོ་དུ་རང་རང་གི་ད་རེས་ཀྱི་སྐད་འདི་གཞིར་བཞག་གིས་ཁྱེར་ཡོང་བའི་དང་ད་ཁྱད་པར་དུ་ཡང་ན་ཅིག་བོར་སྐད་ཡང་དག་པ་ཤེས་ཀྱི་ཟིག་ད་ཆ་གི་དྭངས་སང་འདི་ལ་ལུང་གི་ས་ཆ་མང་བོ་ཟིག་གི་ནང་ན་དེ་ནས་ཨ་མདོའི་སྐད་ཡང་མི་ཤེས་དག་མང་བོ་ཟིག་གི་ཁམས་སྐད་ཡང་མི་ཤེས་དག་མང་བོ་ཟིག་གི་ལྷ་ས་གི་སྐད་ཡང་མི་ཤེས་དག་མང་བོ་ཟིག་གི་ད་དུ་ཡིན་ནི་ཡིན་ན་ང་ཆེ་གི་ད་རིག་སྐད་རིག་གཞན་མ་གཏོགས་པའི་བེད་ཞུ་བྱེད་ཀྱི་མེད་ནི་གི་བེད་འཇོག་གི་དུ་ཡིན་ན་དེར་ཁྱེར་ཡི་ཟིག་ན་བོད་པ་ཟིག་ཡིན་ནི་བཟང་སྟེ་གང་ལྟར་ཡང་ན་རང་གི་ད་རེས་བོད་སྐད་གཙང་མ་ཟིག་འདི་སྐད་རིགས་ཆེན་པོ་གསུམ་གང་རུང་ཟིག་འདི་ད་རེས་གི་རྒྱག་བྱེད་ནི་ད་ན་དེ་བཞིན་དུ་ནི་དེ་ནས་ད་རེས་བོད་ཡིག་གི་དབང་དུ་བྱས་ན་ཅིག་ད་རེས་མདོ་དབུས་ཁམས་གསུམ་གི་ཡི་གེ་ཅིག་གཟུགས་འདྲ་མི་འདྲ་དང་དབྱིབས་འདྲ་མི་འདྲ་ཡོད་དཀོན་ནི་མ་རེད་རང་འདི་ད་རེས་བོད་ཡིག་ཡག་ཟིག་འདི་བཤད་ན་ད་བོད་ཡིག་ཤེས་ཀྱི་འདི་ཡང་ན་ཅིག་ཆུང་ཆུང་གི་ནས་ནི་ཕར་ཆེ་བ་ཟིག་འདི་སློབ་གྲྭ་ནང་ན་ཡོད་ན་ཡང་འདྲ་སློབ་གྲྭ་ནང་ན་མེད་ན་ཡང་འདྲ། མདོར་ས་རབས་དེ་ན་ལོ་ད་རིག་དྲུག་བདུན་ཡན་ཆོད་ད་ནི་དེ་ནས་དགེ་བཤེས་ད་རིག་ལོ་དྲུག་ཅུ་བདུན་ཅུ་མན་ཆོད་ཀི་ནས་ན་བོད་པ་ཟིག་ནས་བཟུང་སྟེ་ངས་བལྟས་ན་ད་རིག་བོད་ཡིག་ཏུ་ངེས་པར་ཅང་གི་ད་རིག་ཤེས་དགོས་གི་ཁྱོད་ད་རིག་ཞང་པའི་ནང་ན་ཡོད་ན་ར་འབྲོག་པའི་ནང་ན་ཡོད་ན་འདྲ་གི་མི་ནས་ད་རིག་རྒྱ་གྲོང་གི་ནང་ན་ཡོད་ན་འདྲ་གི་མི་རིགས་ཀི་ད་རིག་ད་རྒྱལ་ཁབ་གཞན་ད་ན་དང་སང་ད་རིག་ཨ་མི་རི་ཀ་ལ་སོགས་པ་གི་རྒྱལ་ཁབ་གཞན་ན་ཡོད་ནས་ཡང་བོད་པ་ལ་ལ་ལ་ལ་གི་ཡང་ཅིག་ད་རིག་ད་བོད་ཡིག་མི་ཤེས་བདག་ད་ནི་བོད་སྐད་མི་ཤེས་བདག་ཡང་ན་ཉུང་ཤས་ཉུང་ཤས་ཡོང་གི་ཡག་གི་དེ་ཡིན་ནས་ཡིན་ན་ཅིག་དངོས་གནས་ད་རིག་ཧ་ཅང་ད་རིག་ཅིག་ཡིད་ཕངས་བའི་གནས་སུ་གྱར་བ་འདྲ་འདྲ་དེ་མོ་ཟུག་ཏུ་ས་ཆ་གང་དང་གང་ནའང་དྭངས་སང་ཡོང་གི་ཡོད་ནི་རེད་དེ་ཡིན་ནི་ཡིན་ན་ངས་བལྟས་ན་དཔེར་ན་ད་རེས་ད་ཅིག་འདི་ཅིག་རྒྱ་གར་ཡིན་ན་འདྲ་གི་དེ་ནས་ད་རེས་ཕྱག་གླང་ཚོ་ཡིན་ན་འདྲ་གི་ད་འདི་མོ་ཚོ་ཐམས་ཅད་ད་ནི་ཅིག་སྐད་ཡིག་འདི་སྐད་དག་གཙོ་བོ་ཁྱབ་ཆེ་རྒྱུ་འདི་ལྷ་ས་ཕྱོགས་ཀྱི་ད་རེས་སྐད་འདི་ཧ་ཅང་ཁྱབ་ཆེ་གི་འདྲ་ད་དེ་ནས་ད་རེས་ཅིག་འདི་ན་ཨ་མདོ་ཕྱོགས་གི་ད་ནི་མཚོ་སྔོན་ཕྱོགས་འདྲ་འདྲ་འདི་མོ་དེ་ངི་ཆད་ཀྱི་དྭངས་སང་ཟེར་ནི་ནམ་འབྲོག་གི་རྩེ་གི་འདུག་རྒྱུ་འདི་ཁྱབ་རྒྱ་ཆེ་གི་འདྲ་དེ་ནས་འདི་ཁམ་པའི་ཤོག་རྩི་ཡིན་ན་ད་རེས་ཁམ་སྐད་འདི་ཚོ་ད་རེས་ཁྱབ་རྒྱ་ཆེ་གོ་འདྲི་གང་ལྟར་ཡང་ནི་ཅིག་བོད་པ་ཟིག་ཡིན་ནས་བཟུང་སྟེ་སྐད་རིགས་ཆེན་པོ་གསུམ་གི་གང་རུང་ཟིག་འདི་ད་རེས་ཤེས་དགོས་བསམ་གི་གལ་ཏེ་ད་རེས་སྐད་རིགས་ཆེན་པོ་གསུམ་ཙམ་ཟིག་ཡང་མི་ཤེས་བོད་སྐད་ད་རེས་སྐད་མི་སུམ་ཅུ་སུ་ཞིག་ཁྱེར་ཡོང་བའི་ད་ནི་བོད་ཡིག་ཡང་ནི་ད་རེས་འདོན་མི་ཤེས་བྲི་མི་ཤེས་ནི་ཟིག་ཡིན་ནས་ན་ངོ་མ་གི་ད་རེས་བོད་པའི་མཚན་ཉིད་མི་ཚང་གི་བོད་པའི་མཚན་ཉིད་མི་ཚང་གི་ཅན་ཟིག་ཡིན་ན་ད་མི་རིགས་གཞན་ཟིག་འདི་ཁས་ལེན་དགོས་གི། འགའ་རེ་གི་སེམས་ནས་ན་ད་ཅིག་མི་རིགས་རང་ལུགས་པ་དང་སྐུ་གཏོགས་བུ་ད་རེ་གི་བསམ་པ་དང་འདི་མོ་དང་དང་སང་ད་རེ་དར་སྤེལ་བྱེད་སྙམ་ནི་མ་རེད་ཟེར་བདག་གི་ཡང་ན་ཅིག་མི་སྣ་འགའ་རེ་ཡག་གི་ད་ན་ད་འདི་མོ་ཚོ་གང་རིགས་ཆ་ག་ཡང་ཅིག་དགོས་པ་གཞན་འཛིན་ཡོད་ནི་རེད་མ་གཏོགས་རྫས་མི་སྣ་གར་རྩང་དེ་རང་ད་རེ་གི་ཆོས་འཇིག་རྟེན་ཀུན་གི་དབང་དུ་བྱེད་ཀྱི་གཞན་འཛིན་ན་རང་གི་མི་རིགས་ཀྱི་སྐད་ཡིག་ད་ནི་རང་གི་མི་རིགས་ཀྱི་ད་རེ་གི་རིག་གནས་འདི་ཚོ་ཐམས་ཅད་དུ་ཡ་རབས་གྲོང་སྐྱོད་བྱེད་ཀྱི་ད་ནི་དར་སྤེལ་བྱེད་ཀྱི་ད་རྒྱུན་འཛིན་བྱེད་ཀྱི་འདི་ད་རེ་གི་ཚུར་དང་མཐུན་པ་ཟིག་ཏུ་ཡིན་གི་ཡོད་ནི་རེད། འདིའི་ད་ལྟ་ངོ་མ་ཅིག་ད་རེས་ཀྱི་བོད་སྐུ་སྤུན་ཟླ་ཚང་མ་ཡིན་ན་ར་འདྲ་གི་མདོ་དབུས་གང་གསུམ་ཡིན་ན་འདྲ་གི་རྒྱབ་ཕྱི་ནང་སུ་དང་སུ་ཡོད་ན་ར་གཅིག་ཚང་མའི་དགོ་གི་ནས་ནི་ཅིག་ད་ཅིག་རྡོག་རྩ་གཅིག་སྒྲུབ་ཚོ་བཙལ་ན་འདྲ་འདྲ་ལོ་སེམས་གཅིག་འགྱུར་གི་དགོ་གི་ནས་ནི་ཚང་མས་ད་རེས་ཀྱི་འབར་བརྩོན་བྱེད་ཡི་ཁྱེར་ཡོང་ཡོད་ད་གཅིག་ཏུ་ཆི་རེ་བཙལ་ན་ནི་ཆེ་གེ་ད་རེས་ཀྱི་ནང་བ་སངས་རྒྱས་པའི་ད་རེས་ཀྱི་ཆོས་གཙོ་བོ་བྱེད་ཡི་ཁྱེར་ཡོང་ཡོད་བོད་སྐུའི་རིག་གནས་དུ་ནི་ཅིག་གནའ་ནས་ད་མ་ཐུག་གི་བར་དུ་དྭངས་སངས་ད་རེས་ཀྱི་འཛམ་བུ་གླིང་གང་དང་གང་ན་ཡོད་ན་ར་ནི་ཅིག་ཕམ་པར་རྒྱ་ཆེན་པོ་འབྱུང་ཡོད་ནི་གི་རིག་གནས་ཀྱི་ད་རེས་ཀྱི་མཛོད་ལྟ་བུ་ད་ནི་རིག་གནས་ཀྱི

འདིའི་ཕྱི་ནང་བར་རྒྱུ་མཚན་འདིའི་ཕྱི་ནང་བར་རྨང་གཞིའི་སྟངས་འདི་ནི་དེ་ནས་ད་རེས་ཀྱི་རྒྱ་སྐད་རྒྱ་ཡིག་དང་ནི་དབྱིན་ཇིའི་སྐད་དང་དབྱིན་ཡིག་དང་ནི་དེ་བཞིན་དུ་ནི་ད་འཇར་པན་དང་འཇར་མན་ལ་སོགས་པ་དེ་ནས་འཛམ་བུ་གླིང་ན་ད་རེས་ཀྱི་རྒྱལ་ཁབ་མང་བོ་ཟིག་དང་སྐད་རིགས་མང་བོ་ཟིག་དང་མི་རིགས་མང་བོ་གི་ནི་རིག་གནས་ཧ་ཅང་མང་བོ་ཟིག་ཏུ་ག་ཚོད་དེ་རང་ཡང་ན་ཅིག་ཧྲང་ལ་ཆེན་མོར་དོ་ར་བཞིན་དུ་འབྱུང་གི་ཡོད་ཡོད་ནི་རེད་དེ་དག་ཚོ་ཐམས་ཅད་ཀྱང་ནི་ག་ལ་གང་འཚམ་གྱི་ཤེས་ན་ཡང་ན་ཕན་ཐོགས་ད་རེས་ཀྱི་ཡོད་ཀྱི་ཡོད་ནི་རེད་དེ་ནི་ཚང་མས་ད་རེས་ཀྱི་སློབ་སྦྱོང་ཡང་བྱེད་དགོས་གི་དེ་ལ་ད་རེས་ཀྱི་དོ་སྣང་ཡང་བྱེད་དགོས་གི་རི་དྭགས་ནི་ངི་ཆད་ཀྱི་ད་རིགས་རྩ་བ་མེད་ནི་ད་རིགས་ལོ་མ་དང་འབྲེལ་བའི་གཟེགས་འདི་ཀྱི་ད་ཧ་ཅང་ཡང་ན་ད་འཇིག་རྟེན་གྱི་ཁམས་སུ་ཡང་ན་བཞད་དཀའི་ངི་ནི་སུ་སྐྱེ་ར་ཟི་དེ་ཡིན་ནི་དེ་ཡིན་ན་ད་རིགས་ཚང་མས་ཡང་ན་ཅིག་གཅིག་ཏུ་འོག་གི་ད་རིགས་རིགས་ནི་ད་ཆུ་ལུག་འདི་ཚོ་ཡང་ན་ཅིག་ད་དོ་སྣང་བྱེད་ཀྱི་འདི་ནི་ཅིག་ཧ་ཅང་ད་རིགས་ཅིག་ཁ་ཙམ་མ་ཡིན་པ་གི་ནི་སྙིང་ཐག་པའི་སྒོ་གི་ཚང་མ་ལ་ད་རིགས་རེ་བ་བྱེད་ཀྱི་ཡིན་ན་ར་ནི་ཧ་ཅང་ད་རིགས་གལ་ཆེ་བོ་ཟི་དེ་རི་རང་རང་སོ་སོའི་ངོ་གི་བསམ་བློ་དང་སྒོ་གི་དེ་ནས་ངི་སི་ད་གི་ངི་ནི་སྐད་ཡིག་འདི་ཡང་ན་ཅིག་དྭངས་སང་ངི་ཆད་ཀ་ད་རིགས

རང་དང་ད་རེས་ཀྱི་ཆི་མོ་ཟིག་གི་ད་རེས་ཀྱི་མི་རིགས་ཟིག་གི་ནང་གི་ཡོང་ན་རེད་ད་དེང་སང་ཡིན་ན་ད་རེས་ཀྱི་ཅིག་ངེད་ཅག་གི་མི་རིགས་ཀྱི་རིག་གནས་འདི་ཅིག་རིན་ཐང་ཡང་ཅིའང་མེད་ནས་འཛམ་བུ་གླིང་གི་མི་ཐམས་ཅད་ཀྱི་ཅིག་མཐོང་ཆེན་ཟླ་རྩིས་ཆེན་ཅིའང་མི་ཤེས་ན་ཟིག་ཡིན་ན་འདྲ་གི་ད་ནི་ད་དེ་མོ་ཟིག་མགོ་ནི་མ་རེད་ཕྱི་རེས་ཟིན་ན་ཧ་ཧྥོར་སློབ་གྲྭ་ཆེན་མོ་སྒེར་གྱི་འཛི་ག་གི་ཁོང་གི་ཟིག་ནི་ཡིན་ན། ལོ་ལྟར་རིགས་བཅུ་ཕྲག་འགའ་ཞིག་གི་རིང་ཁོང་གི་གཞིས་བཞུགས་འཇིགས་བྱེད་ཁྱེར་ཡོང་བ་དང་རྗེས་མ་ད་རེས་ཁོང་གི་འདི་སི་ཁྲོན་སློབ་གྲྭ་ཆེན་མོ་ལ་སོགས་པར་སློབ་གྲྭ་མང་བོ་ཟིག་གི་ནང་འཆད་ཁྲིད་ཞུས་ཡོད་ད་ཁོང་གི་ཏི་ཟེ་ག་ཁ་འཛམ་བུ་གླིང་གི་ད་རེས་མི་རིགས་ཡོད་དོ་ཅོག་ཐམས་ཅད་གི་ནང་ན་དེ་ནས་གཏམ་བརྗོད་ཐམས་ཅད་ད་རེས་རྩོམ་དག་གི་དེ་ནས་མཁས་པ་ཚོ་དེའི་གྲངས་སྐབས་དེ་རེས་ཁྱེར་ཡོང་དུས་ད་འཛམ་གླིང་གི་མི་རིགས་ཐམས་ཅད་གི་ནང་ན་བོད་གི་མི་རིགས་ཟེག་འདུག་ཅེས་ད་འཛམ་གླིང་གི་མི་རིགས་ཐམས་ཅད་གི་ནང་གི་ནི་ཕུལ་དུ་ཕྱིན་པར་སོང་བ་གི་ཟེར་ཕྱིར་ཟེར་ན་བོད་གི་ད་རེས་མཁས་པ་ཐམས་ཅད་གི་གཏམ་བརྗོད་འདི་མོ་བསམ་ནོ་འོ་ད་འདི་མོ་ད་རེས་གི་གྲངས་ད་དེ་མི་རིགས་གི་གྲངས་ད་དེ་རེས་ཁྱེར་ཡོང་དུས་ད་འཛམ་བུ་གླིང་གི་ད་རེས་མི་རིགས་ཀྱི་ཁྲོད་ན་འདི་མུ་མཐུད་དུ་ཡོད་ཀྱི་མེད་ཀི་ཟེར་ཁྱེད་རང་ངོ་ད་ན་དེ་གོས་པ་ཁོང་གི་ད་རེས་ཀྱི་ནས་ན་ཕྱོགས་སོ་སོ་གི་སློབ་གྲྭ་ཆེན་མོ་ཆགས་ཀྱི་ནང་ང་ད་རེས་ཀྱི་དེ་ནས་ད་རེས་ཀྱི་ལིན་མུའུ་རང་ང་ཞིབ་འཇུག་བྱས་ཡོད་ནུ་བོ་དེས་ད་རེས་ཀྱི་ཞིབ་འཇུག་གི་གྲུབ་འབྲས་དུ་ད་རེས་བརྒྱུད་སྒྲོག་བྱེད་ཀྱི་ཡོད་ཀི་ད་འདི་ཚོ་བསམ་བློ་བཏང་ཡོད་ཁྱེད་རང་ངོ་ན་ངའི་ཚེ་ག་ཡང་ན་ད་རེས་ཀྱི་བོད་གངས་ཅན་གྱི་ལྗོངས་ད་རེས་ཀྱི་སྐྱེ་ཡི་ཁྱེད་རང་ཡོད་ངོ་ད་ན་དེས་ད་རེས་ཀྱི་ཉག་མ་གཅིག་ཟེར་དགོས་ན་འདྲ་གི་འོག་གི་ད་རེས་ཀྱི་མི་སྣ་ཟིག་གི་གྲས་སུ་སོང་བ་ནི་རེད་ད་ད་མྱི་ཡིན་ན་ད་རེས་ཀྱི་མྱི་འདྲ་ནི་མ་རེད། དེས་ན་འདུ་འཛོམས་སྟེ་གཅིག་ལ་ལ་གི་གཅིག་མི་རིགས་དང་ནི་དེ་བཞིན་དུ་ནི་གཅིག་ཕྱོགས་གང་ཐད་མི་ཡིན་ནི་ད་རེས་ཤེས་བྱའི་རྒྱ་ཆེན་པོ་ཞོག་འདྲེ་ལ་ལ་གི་ཐ་ན་རང་གི་གཅིག་ད་གཅིག་ཁ་ཟས་ཡིན་ན་ར་འདྲ་གི་ཁ་ཟས་གོས་ཟས་ཡིན་ན་འདྲ་གི་ད་འདི་མོ་ཚོ་ཐམས་ཅད་དེ་ཡང་ན་རང་གི་རིག་གནས་ལ་བེད་སྤྱད་དེ་ཁྱེར་ཡོང་བས་ད་ནི་ཁ་རྩི་དེ་རང་འདས་གཅིག་ད་རེས་ཁེ་ཕམ་གྲུབ་ནི་མི་དགོས་ད་རང་གི་ད་རེས་རིག་གནས་འདི་དག་ཚོ་ཐམས་ཅད་དུ་མར་རྡོག་རྫིས་བྱེད་རྒྱུ་དང་ནི་སྐུར་འདེབས་བྱེད་རྒྱུ་ད་འདི་མོ་བྱེད་རྒྱུ་ཅན་ཚིག་ན་དངོས་གནས་ཡང་ན་གཅིག་ད་རེས་གི་དེ་ནི་མི་རིགས་ཀི་བླ་བཙོང་ཚོ་ཚོས་ནི་འདི་འདྲ་དེ་མོ་ཟིག་གི་འགྱུར་འགྱོ་ནི་རེད་དེ་ཡིན་ན་ད་རེས་ཀྱི་ཚིག་ཚང་མ་གི་དེ་ནས་ཅིག་བསམ་བློ་ཡག་ཟིག་ཏུ་གཏོང་གི་འཁྱེར་ཡོང་བའི་ད་ན་ཆུ་དང་འཇིག་རྟེན་ཀུན་གྱི་ཐ་གི་ཡིན་ན་ར་ན་ཅིག་ངི་ཆད་ཀྱི་ད་རེས་ཀྱི་ད་ཅིག་བོད་མི་རིགས་གཙོས་ཤིག་འཁྱེར་ཡོང་བའི་ད་ན་འཛམ་བུ་གླིང་གི་ད་རེས་ཀྱི་ནས་ནི་མི་ད་རེས་ཀྱི་ནས་དེ་ནས་དུང་ཕྱུར་ད་རེས་ཀྱི་བདུན་ཕྱི་ལྷག་ཟིག་གོ་ནི་རེད་འདི་དག་ཚོ་ཐམས་ཅད་ད་ཁེ་ཕན་སྒྲུབ་ཀྱི་དང་དེ་ལས་ཡང་ད་རེས་ཀྱི་བུ་ཆུ་གི་ད་རེས་ཀྱི་ད་ཅིག་སྙིང་དོན་ལྟར་དུ་ནི་ཅིག་འགྲོ་བ་སེམས་ཅན་ཐམས་ཅད་ནམ་མཁའི་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ད་ནི་དེ་ནས་ཅིག་རང་གི་ཅིག་ནུས་པ་གང་ཡོད་ཀྱི་གནས་སྐབས་དང་ཐ་མཐུན་གྱི་དེ་ནས་ཕམ་འབྲས་སྟེར་གྱིན་དུ